ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དང་དང་ཐུགས་རྗེ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དང་བར་ཆད་རྣམས་ཀྱང་ཐོབ་པར་བྱ། དེའི་ཆེད་དུ་གསུང་རབ་རྣམ་པར་དག་པ་ལ་ཚུལ་བཞིན་དུ་འཇུག་པར་བགྱིའོ་སྙམ་པའི་བསམ་པ་བྱང་ཆུབ་མཆོག་ཏུ་སླེབ་པར་ས་དང་པོའི་སེམས་པར་ཞུ། དེ་ལ་འདིར་གང་ཞིག་སེམས་པར་བྱ་བའི་ཆོས་ཀྱི་རིམ་པ་ནི་དམ་པའི་ཆོས་མངོན་པ་ཀུན་ལ་བཏུད་པ་དེ་ཉིད་ཞུ་བར་བྱེད་པ་ཡིན་པར་གདགས་དེའི་ནང་ནས། དེ་ནས་དམ་དང་འདུ་བྱེད་ཀྱི་ཕུང་པོ་དག་རྒྱས་པར་བཤད་པའི་སྐབས། དེ་ལ་ད་ནི་མཚུངས་ལྡན་འདུ་བྱེད་དང་ལྡན་མིན་འདུ་བྱེད་གཉིས་སུ་ཡོད་པའི་ནང་ནས་ད་ལྟ་ལྡན་མིན་འདུ་བྱེད་ཞེས་པའི་མཚུངས་ལྡན་འདུ་བྱེད་ཞེས་པའི་སྐབས་དེ་ཡིན་པར་གདའ། ད་དེ་ལ་ད་ནི་མིང་གི་སྒོ་ནས་མདོར་བསྟན་པ་དང་སོ་སོའི་ངོ་བོ་རྒྱས་བཤད་དེ་འདྲ་གཉིས་ཡོད་དུས་ཚང་ནས་ད་ནི་མིང་གི་ངོ་བོ་མདོར་བསྟན་གོང་དུ་ཞུས་ཟིན་པའི་སོ་སོའི་ངོ་བོ་རྒྱས་བཤད་ཀྱི་སྐབས་སུ་བ་དེ་ཡིན་པ་རེད། ད་དེ་འདྲ་ཡིན་དུས་ཚང་ནས་ད་ནི་ད་ལྟ་འདི་ད་སེམས་བྱུང་དེ་ལ་སེམས་བྱུང་ལྔ་བཅུ་ལྷག་ཅིག་ཙམ་གྱི་དང། གསུངས་པར་བ་ངོ་བ་ཀུན་བཏུས་ཀྱི་ནང་ལ། དེ་བྱས་ཡོད་འདོད་ཙང་ནས་ད་འདི། ད་ནས་སུམ་ཅུ་ལྔ་བཅུ་ང་གཅིག་ཟེར་ནས་བཞག་ཡག་གི་ད་དྲང་ངེས་འདྲ་བོ་དེ། དམིགས་བསལ་གྱི་དེ་ནས་ཡུལ་ལ་རྫས་ངེས་པའི་སྒོས་ནས་དྲང་ངེས་དེ་འདྲ་ཁྱད་མ་རེད་གསུངས་འདུག་དྲང་ངེས་མཐའ་གཅིག་ཏུ་དེ་ནས། དྲང་ངེས་དེ་ལས་མང་བ་དེ་འདྲ་ཡོད་ཆོག་དགོས་ས་ད་དེ་ཡིན་དུས་པ། རྒྱུན་མཐུད་ཀྱི་དབང་གིས་ཟེར་ན་ཡིན་འདྲ་འདུར་བྱ་ལ་ལྟོས་པའི་སྒོ་ནས་དེ་ནས་ལྔ་བཅུ་ང་གཅིག་ཙམ་ཅིག་གསུངས་པ་རེད། དེ་མ་གཏོགས་ཡང་ཅིག། ལུང་ཕྲན་ཚེགས་ལ་སོགས་པའི་ནང་དུ་སུམ་ཅུ་ལྔ་བཅུ་ང་བདུན་དེ་འདྲའི་གསུང་ཡོད་ས་རེད། དེ་ནང་བཞིན་དཔེར་ན་སྔགས་ཀྱི་སྐབས་འདྲ་བྱས་ན་དེ་ནི་རང་བཞིན་རྗེས་འཇུག་གི་རྟོགས་པ་ཟེར་ཡོད་བ། ང་ཚོ་ནམ་རྒྱུན་འཕོ་བ་གསུང་ཡོང་དུས་ཙང་ལས། འདོད་ཆགས་ལ་གྱུར་པའི་ཀུན་རྟོག་ཞེ་སྡང་ལ་གྱུར་པའི་ཀུན་རྟོག་གཏི་མུག་ལ་གྱུར་པའི་ཀུན་རྟོག་ཟེར་ནས་མ་སྣང་བ། ཐིམ་རིམ་བཤད་ཡོང་བའི་ཚེ་ན་དེ་ནི་དེ་དང་དེའི་རང་བཞིན་རྗེས་འཇུག་གི་རྟོགས་པ་འགའ་ཚུར་བཤད་ཡོང་བ་ཟེར་ན་རྣམ་རྟོག་བརྒྱ་ཆུ་ཙམ་ཅིག་ཟེར་ནས་གསུང་ཡོང་དུས། ཨོ་དེ་ཡིན་དུ་ཙང་ནས། དེ་ནས་ད་ལྟ་འདི་དག་སེམས་བྱུང་དེ་ལ་སྐོར་གྲངས་མང་པོ་ཡོད་པའི་བདག་ཉིད་ཀྱི་དེ་འདྲ་ཅིག་རེད་ད་ཡིན་ན་ད་ལྟ་འདི་ནས་ལྔ་བཅུ་ང་གཅིག་ཟེར་ཡ་འདི། གཙོ་བོ་བརྗོད་འདོད་ཀྱི་ཐོག་ནས་ཟེར་ན་འདྲ་གདུལ་བྱ་ལ་བསྟོད་པའི་སྒོ་ནས་འདི་ནས་ལྔ་བཅུ་ང་གཅིག་ཙམ་ཡོད་དག་གསུངས་པ་ཡིན་པ་རེད། ཨོ་དེ་འདྲ་རེད་ད་ལྔ་བཅུ་ང་གཅིག་ཡོད་ཡོད་འདུག་ཙང་ནས་དེའི་ནང་ནས་དེ་འདྲ་ཅིག་ད་མཛོད་ཀྱི་སྐབས་འདྲ་ཅིག་ན་ཕལ་ཆེར་རྫས་ཡོད་བཞི་བཅུ་ཞེ་དགུ་ཙམ་ཅིག་གསུང་གི་ཡོད་ས་ཡོད་བསམས་སོ་དེ་ཡིན་དུ་ཙང་ནས་རྫས་ཡོད་ཞེ་དགུ་ཙམ་ཅིག་ད་དེ་འདྲ་ཀུན་བཏུས་སྐབས་འདྲ་ཅིག་ཡིན་ན

ད་རྫས་ཡོད་འཇོག་ཚུལ་དེ་ལ་རྫས་ཡོད་མི་འདྲ་བ་བཞི་ཡོད་རེད། དཔེར་ན་དེ་ནས་ད་ལྟ་འདི་དོན་སྤྱིར་ནུས་པའི་རྫས་ཡོད་ཟེར་ཡོང་དུས་སམ་ད་དེ་དུས་དངོས་པོ་ཡིན་ཚེ་ཚང་མར་དེ་ནི་རྫས་ཡོད་ཟེར་ནས་བཤད་ཡོང་གི་ཡོད་རེད། དོན་སྤྱིར་ནུས་པའི་རྫས་ཡོད། དེ་ནས་ཡང་ད་ལྟ་འདི་རིག་པའི་དཔྱད་པའི་གི་རྫས་ཡོད་ཟེར་ཡོང་དུས་ས་ནི་རིག་པས་བརྟགས་ཤིང་དཔྱད་པའི་ཚེ་ན་ད་སྙེད་ཅིག་ཡོད་པ་གཅིག་ལ་དེ་ནི་རྫས་ཡོད་ད་དེ་འདྲ་ཡིན་དུས་ས་ནི

ད་རང་ཅག་ཐོས་པའི་གི་དེ་ནི་མཛད་ཡོད་ཟེར་ཡང་འདྲའོ་ད་དེ་འདྲ་ཅི། ད། ཁ། གཞས་གསུངས་པར་དེ་ཡིན་དུ་ཚང་ད་ནི་ང་ཚོ་སེམས་བྱུང་མཛད་ཡོད་དུ་བཏགས་ཡོད་ཟེར་ཡང་འདུག་ཚང་ནས་དེ་ནི་མཛད་ཡོད་ཟེར་ཡང་འདི་ད་རང་ཅག་ཐོས་པའི་མཛད་ཡོད་ལ་གོ་དགོས་ཡོད་ཟེར་ན་ད་དེ་འདྲ་ཅི་གསུངས་ཡོང་བ་རེད། ད་དེ་བྱས་ཡོད་འདུག་ཚང་ནས། ཁ་སང་ང་ཚོ་སྡེ་ཚན་དྲུག་ཡོད་བ། སེམས་བྱུང་དེ་ལ་ད་ལྔ་བཅུ་ང་གཅིག་དེ་སྡེ་ཚན་དྲུག་ལ་བཏང་བར་རོ། དེ་འདྲ་ཀུན་འདུས་ཀི་སྐབས་ལ། ཡང་སྡེ་ཚན་དྲུག་གསུངས་ཡོང་དུས་ཙང་ནི་དང་པོ་ཀུན་འགྲོ་ཡིན་པའི་སྡེ་ཚན་ལྔ། ཡུལ་ངེས་པའི་ཀྱི་སྡེ་ཚན་ལྔ། དེ་ནས་ཁ་རེ་ད་དགེ་བ་བཅུ་གཅིག། ཉོན་མོངས་པ་དྲུག། རྩ་ཉོན་དྲུག་རེ་བ་ཉོན་མོངས་པ་དྲུག། དེ་ནས་ཉེ་བའི་ཉོན་མོངས་པ་ཉི་ཤུ། དེ་ནང་བཞིན་གཞན་བཅུ་རེ་ཤེས་ཟེར་ན་ད་སྡེ་ཚན་དྲུག་གསུངས་ཡོང་གི་རེད་ད་དེ་གསུངས་ཡོང་དུས་ཙང་ནི་ད་ལྟ་འདི་སྡེ་ཚན་དྲུག་གི་ནང་ནས་དེ་ནས་ད་ལྟ་ང་ཚོ་ཀུན་འགྲོ་ཡིན་པ་ལྔ་དང། དེ་ནས་དེ་ནང་བཞིན་དུ་ཡུལ་ལྔས་ཡིན་པ་ལྔ་པོ་དེ་མཐའ་མཐའ་གཅིག་ཏུ་རྫས་ཡོད་འོད་དང་ཉིད་ཅན་ཡིན་པ་དག་ཐིག་བཅུ་པོ་དེ་རྫས་ཡོད་རེད་བརྗོད་འཆར། དེ་ནས་ད་ལྟ་འདི་དག་དགེ་བ་བཅུ་གཅིག་གི་ནང་ལ། དེ་ནས་གཏི་མུག་མེད་པ་ཟེར་ཡང་འདྲ་བོ་དང། དེའི་ནང་བཞིན་དུ་དེ་ནས་བག་ཡོད་པ་ཟེར་ཡང་འདྲ་བོ་དག་དེ་འདྲའི་ཁ་ཤས་ཅིག་ཡང་རྫས་ཡོད་མ་རེད་རྟགས་ཡོད་རེད་ཁོ་ཆ་ལ་བཏགས་པའི་རྟགས་ཡོད་དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད་དེ་ཡིན་དུས་ཙང་ནས་དེ་ནི་དགེ་བ་བཅུ་གཅིག་གི་ནང་ལ་དེ་ནི་རྫས་གྲུབ་ཡིན་པ་དེ་ལ་ཕལ་ཆེར་བདུན་ཙམ་གྱི་ཡོད་གསུངས་ཡོང་གི་ཡོད་རེད། དེ་ནི་ཉོན་མོངས་པ་དྲུག་གི་ནང་ནས་ལྟ་བ་དེ་ལྟ་ཡོད་རེད་དེ་མ་ཡིན་པ་ལྟ་མིན་ལྔ་ཡོད་རེད་བ་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་ཐེ་ཚོམ་ཟེར་ཡག་དག་དེ་ཚོ་འདྲ་ཅི་ཡིན་ན་དེ་ནི་རྫས་ཡོད་ཆགས་ཡོང་གི་ཡོད་རེད་བ་དག་དེ་འདྲ་དེ་འདྲ་བྱས་ནས་གང་ལྟར་རྫས་སུ་ཡོད་པ་དེ་ལ་དག་ཉི་ཤུ་རྩ་གཉིས་ཙམ་གྱི་སེམས་བྱུང་དེ་ནི་ལྟ་ཡོད་དེ་ལ་ཉི་ཤུ་རྩར་དགུ་ཙམ་གྱི་བར་ཚུ་རྫས་དག་རྫས་ཡོད་ལྟ་ཡོད་ཀྱི་དབྱེ་བ་མ་ཕྱེ་བའི་ཚུལ་ན་དེ་ནི་ལྔ་བཅུ་ང་གཅིག་ཙམ་གྱི་དག་དེ་འདྲ་ཡོད་པ་གསུངས་ཡོང་གི་འདུག་བ་དག་དེ་འདྲ་རེད། ད་དེ་བྱས་ཡོད་འདུག་ཙང་ནས་དེ་རིང་ང་ཚོ་ཁ་སང་སྡེ་ཚན་དྲུག་ཡོད་པའི་ནང་ནས་ད་སྡེ་ཚན། གར་ཟེར་དགོས་རེད། ད་ངེས་པའི་སྡེ་ཚན་ཟེར་དགོས་རེད། དེ་ནས་ཁ་སང་དེ་ཀུན་འགྲོ་ཡིན་པའི་སྡེ་ཚན་དེ་གསུངས་པ་རེད། ད་དེ་རིང་འདི་ནས་མ། དེ་ནས་ད་ལྟ་འདི། ཡུལ་ངེས་ཡིན་པའི་སྡེ་ཚན་ཟེར་ཡག་ད་དེ་བཤད་ཡོང་གི་རེད་ཡུལ་ངེས་པ་ཟེར་ཡག་དེ། ད་ཡུལ་ངེས་པ་ཟེར་ཡག་དེ་ལ་ག་རེ་གསུངས་པ་རེད་ཟེར་ན། སྤྱི་བཏང་དེ་ནི། ད་ནམ་རྒྱུན་མཛོད་ཀྱི་སྐབས་འདྲ་ཅིག་ཡིན་ན། ཀུན་འགྲོ་ལྔ་དང་ཡུལ་ངེས་ལྔ་འཆར་ཚུལ་བསྡོམས་ནས་སེམས་ཀྱི་ས་མང་བ་བཅོས་ཟེར་གི་རེད་བ། ད་དེ་དུས་གཙོ་སེམས་ཅིག་སྐྱེས་ནས་བཟུང་སྟེ་དེ་འཕྲལ་གྱི་དེ་ནི་དེ་དང་དེ་ད། སེམས་བྱུང་དེ་ཚོ་སྐྱེ་བའི་ཆ་བ་དེ་འདྲ་ཞིག་ཡོད་རེད་དེ་སོང་ཡོང་གི་ཡོད་དེ་འདྲ་ཡིན་ཙང་སེམས་ཀྱི་ཟ་མང་བ་ཟེར་ཤེས་རོགས་ཨ། ད་དེ་ཡིན་དུས་ཙང་ནས་དེ་དུས་གར་ཟེར་ན་གཙོ་སེམས་དེ་ལ་གྲངས་ཀ་དྲུག་མ་གཏོགས་གསུངས་ཡོད་མ་རེད། མིག་གི་རྣམ་པར་ཤེས་པ་ནས་ཡིད་ཀྱི་རྣམ་པར་ཤེས་པའི་བར་གྱི་འཇུག་ཤེས་དྲུག་པོ་དེ་མ་གཏོགས་གཙོ་སེམས་ལ་གསུངས་ཡོད་མ་རེད། དེ་ཡིན་དུས་ཙང་ནས། ད་དེ་འདྲའི་གཙོ་སེམས་གྲངས་ཀ་དེ་ཙམ་མ་གཏོགས་མེད་པ་ཡིན་ན། ཀུན་འགྲོ་ལྔ་དང་ཡོན་ལྔའི་ལྔ་ཆར་དེ་དག་གཙོ་སེམས་དེ་ཚོ་འཁོར་དུ་བསྐྱེད་ཆོག་ཟེར་ན་སོང་དགོས་ས་རེད། ད་ལྟ་ཀུན་འདུས་ཀྱི་དབང་དུ་བྱས་ཡོང་དུས་ཙང་ནས་གཙོ་སེམས་དེ་ལ། དེ་འདྲའི་གི་དྲུག་ཏུ། མ་ངེས་པ་རེད་མ་ཚད་པ་རེད་དེའི་སྟེང་དུ། ཉོན་མོངས་པའི་ཡིད་དེའི་སྟེང་དུ་ཀུན་གཞི་རྣམ་ཤེས་ཟེར་ན་གཙོ་སེམས་དེ་ལ་བརྒྱད་ཆགས་ཡོང་དུས་ཙང་ནས། དེ་ནས་དཔེར་ན་ད་ལྟ་འདི་ཀུན་འགྲོ་ལྔ་པོ་འདྲ་ཅིག་ཡིན་ན། ད་གཙོ་སེམས་བརྒྱད་གར་གི་དེ་ནས་འཁོར་དུ་ཡོང་ཆོག་གི་ཡོད་རེད། ཡོན་ལྔའི་ལྔ་པོ་འདྲ་ཅིག་ཡིན་ན་ཀུན་གཞི་རྣམ་ཤེས་ཀྱི་འཁོར་དུ་ཡོང་གི་མ་རེད་གསུང་གི་རེད་ད་དེ་བྱེད་དུས་ཙང་ནས། དེ་ནི་ང་ཚོ་ཁོ་རང་དེ་སེམས་ཀྱི་མངོན་པ་མཛོད་ཀྱི་སྐབས་ནས་ཤེས་པའི་སེམས་ཀྱི་ས་མང་བ་བཅུ་ཟེར་ཡ་དེ་ལ་དེ་འདས་ཟིན་གཉིས་སུ་གཏང་དགོས་པའི་རྒྱུ་མཚན་འདྲ་བོ་དེ་འདྲ་ཞིག་ཆགས་ཀྱི་ཡོད་ས་རེད་ག་ས་ཡུལ་ངན་ངན་པོ་འདྲ་ཅན་ཡིན་ན་ཡུལ་ངན་མཁན་གྱི་བློ་ཡི་རྗེས་སུ་མ་གཏོགས་པའི་ཀུན་གཞི་རྣམ་ཤེས་འདྲ་ཅན་ནི་ཕལ་ཆེར་ཡུལ་ལ་དེ་ནས་འཇུག་པའི་གི་འགྱུར་བ་རགས་པ་འདྲ་བོ་ཟེར་བར་བ་དེ་འདྲ་ཞིག་མེད་ཡོད་འདུག་ཙང་ནས་དེ་ནི་དམིགས་བསལ་གྱི་དེའི་རྗེས་འབྲང་ཡོད་ངེས་དེ་ཤེས་འོང་ཡ་དེ་འདྲ་མེད་ཡོང་དགོས་ས་རེད་འོ་ད་དེ་ཡིན་དུས་ཙང་ནས་ཀུན་འགྲོ་ལྔ་དང་ཡུལ་ངན་ལྔ་ཟེར་ན་འདས་ཟིན་གཉིས་སུ་གཏང་བ་རེད་ད་དེའི་ནང་ནས་ཁ་སང་ང་ཚོ་ཀུན་འགྲོ་ལྔ་པོ་དེ་ཞུས་ཟིན་པར་བ། ད་ཡུལ་སོ་སོ་ངེས་པ་དེ་ནི་ལྔ་ཟེར་ཡ་དེ་རེད། སྡེ་ཚན་གཉིས་པ་དེ་རེད། ད་དེའི་ནང་དེ་ལ་ག་རེ་ཡོད་རེད་ཟེར་ན་འདུན་པ་དང། དེ་ནས་མོས་པ་དང། འོ་དེ་བཞིན་དུ་དྲན་པ་དང་ཏིང་ངེ་འཛིན་དང་ཤེས་རབ་ཟེར་ན་ད་དེ་འདྲའི་རྣམ་པ་ལྔ་ཡོད་དུས་ཙང་ནས་ད་དེའི་ནང་ནས་དང་པོ་འདུན་པ་གང་ཞེ་ན། ད་འདུན་པ་ཟེར་ཡ་དེ་ག་འདྲ་ཞིག་རེད་ཟེར་ཡ་དེ་སོང་རེད། དེ་ལ། འདོད་པའི་དངོས་པོ་ལ་དེ་དང་དེ་ལྡན་པར་བྱེད་འདོད་པ་ཉིད་དེ། བརྩོན་འགྲུས། རྩོམ་པའི་རྟེན་བྱེད་པའི་ལས་ཅན་ནོ་གསུངས་ལ། ད་དེ་གསུངས་དུས་ཙང་ནས་འདུན་པ་ཟེར་ཡ་དེ། མི་འདོད་པའི་དངོས་པོ་ལ་འདུན་པ་གཅིག་ཡོད་ས་མ་རེད་དེ་བྱེད་དུས་ཙང་ནས་འདོད་པའི་དངོས་པོ་གཅིག་ལ། དམིགས་ཡུལ་ངེས་པ་ཅན་ཡིན་དགོས་རེད། དམིགས་ཡུལ་གང་དང་གང་ཡིན་ན་ཡང་གང་ལྟར་སོ་སོ་གི་འདོད་ཆགས་ཀྱི་དངོས་པོ་གཅིག་ལ་དམིགས་ནས། དེ་ནས་རྣམ་པ་འཛིན་སྟངས་དེ་ག་རེ་དགོས་རེད་ཟེར་ན། དེ་ནི་ད་ལྟ་འདི་འདོད་རྒྱལ་དངོས་པོ་གཟུགས་ལྟ་བུ་ལ་ལྟ་བ། དེ་ནང་བཞིན་དུ་ད་གཟུགས་ལ་ལྟ་འདོད། དེ་བཞིན་དུ་དེ་ནས་སྒྲ་འདོད་རྒྱལ་གྱི་སྒྲ་འདྲ་བོ་གཅིག་ལ་ཉན་འདོད་འདོད་རྒྱལ་གྱི་དྲི་འདྲ་བོ་གཅིག་ལ་སྣོམ་འདོད་བྱས་ན་གང་ལྟར་ཡུལ་གང་དང་གང་ཡིན་ན་ཡང་རང་ཉིད་འདོད་པ་ཡོད་ཚད་ཀྱི་ཡུལ་གང་ཡིན་པ་དེ་དང་དེ་ལ་ད་ལྟ་ཉན་པ་སེམས་པ་དེ་ནས་ཅིག་ཡང་མཐོ་སངས་སམ་ལོང་བརྟགས་ན་སྒོམ་བརྒྱ་ཡག་གི་འདོད་པ་ལ་སོགས་པ་ལྟ་བུ་དེ་འདྲའི་བྱེད་འདོད་ཀྱི་འོ་ད་སེམས་ཆུང་གཅིག་ལ། ཨོ་ད་ནས་ད་ལྟ་འདི་དག་འདུན་པ་ཟེར་གསུང་གི་ཡོད་རེད་གསུང་ཁོས་བྱེད་ལས་དེ་རེད་དེ་དང་དེ་བདེན་པར་བྱེད་འདོད་པ་དེ་དང་དེ་ཟེར་དུས་ཚོད་ན་དམིགས་ཡུལ་དེ་དང་དེ་ཟེར་གི་ཡོད་རེད་འདོད་པའི་དངོས་པོ་ཟེར་ཐ་ན་གོང་དུ་བཤད་སོང་ཨ། དེ་ནི་འདོད་པའི་དངོས་པོ་དེ་དང་དེ་ནི་བདེན་པར་བྱེད་འདོད་པ། ཨོ་ཡ། བྱེད་ལས་དེ་འདྲ་ཅིག། དེ་ནས་དེ་ཙམ་གྱིས་མ་ཚད་ད་ལྟ་འདི་ད་དུང་བྱེད་ལས་ག་རེ་ཡོད་རེད་ཟེར་ན། འདུན་པ་ཡོད་ན། དེ་ལ་དེ་ནས་སྤྲོ་བ་སྐྱེས་ཡོང་གི་ཡོད་རེད་དེ་བྱེད་དུས་ཚང་ནས་བརྩོན་འགྲུས་རྩོམ་པའི་གི་བསྟན་བྱེད་པའི་ལས་ཅན་ནོ། དཔེར་ན། ང་ཚོ་ནམ་རྒྱུན། དད་པ་དང་འདུན་པ་དང་བརྩོན་འགྲུས་ཟེར་ཡ་གསུམ་པོ་དེ་འབྲེལ་བ་པའི་ཤུགས་ཆེན་པོ་ཡོད་རེད་ཟེར་གི་འདུག་བ། དད་པ་གི་འདུན་པའི་གི་རྗོད་བྱེད། འདུན་པ་གི་བརྩོན་འགྲུས་གི་རྗོད་བྱེད་ནས་ལས་ཡོང་གི་རེད་གསུང་གི་འདུག་བ། འོ་དེ་བྱེད་དུས་ཚང་ནས་ད་དམ་དང་འདུན་པ་དེ་བརྩོན་འགྲུས་རྩོམ་པའི་དེ་ནས་བསྟན་བྱེད་པའི་ལས་ཅན་ཡིན་ནོ། བྱེད་ལས་གཉིས་འདུག་བ་འདུན་པ་ལ། ཨོ་ཡ། ད་གཉིས་པ་དེ་ནི་མོས་པ་རེད། ཡང་མོས་པ་གང་ཞེ་ན། ད་དེ་ཡིན་དུས་ཙང་ནས་ད་ལྟ་དཔེར་ན་སྤྱི་བཏང་འདུན་པ་ཟེར་ཡ་དེ་ཅིག་ཡོད་ལ། ཐོབ་འདོད་ཀྱི་འདུན་པ་འདྲ་བོ་ཅིག་ཡིན་དུས་ཙང་ནས་ཡང་མཚམས་མཚམས་སྲེད་པ་ཟེར་ཡ་དེ་དང་གཅིག་པ་འདྲ་བོ་ཅིག་ཆགས་འགྲོ་བའི་བཟོ་འདྲ་བོ་ཅིག་ཡོང་གི་འདུག་བ་དེ་ཡིན་དུས་སྲེད་པ་དང་ཁོ་རང་གཉིས་ཀྱི་འདུན་པ་གཉིས་ཀྱི་དེ་ནི་ཁྱད་པར་འདྲ་བོ་དེ་གལ་སྲིད་ན་སྲེད་པ་ཡིན་ན་ཆགས་པ་ཡིན་དགོས་དེ་རེད། ད་ལྟ་འདི་འདུན་པ་འདྲ་བོ་ཅན་ཡིན་ན་ཆགས་པ་ཡིན་པའི་ངེས་པ་དེ་འདྲ་ཅིག་མེད་ཡོང་གི་ས་རེད། དཔེར་ན་ཆགས་པ་དྲ་བར་འདོད་པའི་གི་འདུན་པ་ཟེར་ཡ་དེ་འདྲ་ཡང་ཡོང་གི་ས་རེད་དེ་བྱེད་དུ་ཙང་ནས་དེ་ནས་སྲེད་པ་ཡིན་ན་ཆགས་པའི་གི་རང་བཞིན་ཡིན་དགོས་བ། འདུན་པ་ཡིན་ན་ཆགས་པའི་གི་རང་བཞིན་ཡིན་མི་དགོས་བ་དེ་ལས་རྒྱ་ཆེ་བ་ཡིན་དུ་ཙང་ནས་དེ་ནས་སྲེད་པ་དང་འདུན་པ་གཉིས་ག་ག་རེད་ཟེར་ན་ད་རྒྱ་ཆེ་ཡོང་གི་ཁྱད་པར་དེ་འདྲ་ཅིག་ཡོང་གི་རེད། ཨ་ཡ་དེ་ད་མོས་པ་གང་ཞེ་ན། ངེས་པའི་དངོས་པོ་ལ་ཇི་ལྟར་ངེས་པ་བཞིན་དུ་འཛིན་པ་སྟེ་མི་འཕྲོགས་པ་ཉིད་ཀྱི་ལས་ཅན་ནོ། ད་དེ་གསུངས་དུས་རྩ་ནས་མུས་པ་བསལ་ཡ་དེ་བཅད་དགོས་ཡོད་ན། ཐེ་ཚོམ་ཅན་ལ་མུས་པ་བྱེད་ཀྱི་མེད་པ་ཡིན་པ་རེད། དེ་ཡིན་དུས་རྩ་ནས་ངེས་པའི་དངོས་པོ་ལ་གསུངས་འདུག་བ། ཡུལ་གང་དང་གང་ཡིན་རུང་དེ་ལ་ངེས་ཤེས་ཅིག་དྲང་བའི་སྒོ་ནས། ངེས་པ་ཅིག་དྲང་བའི་སྒོ་ནས་ཐེ་ཚོམ་བྲལ་ཞིང་ངེས་པ་ཅིག་སྐྱེ་བའི་སྒོ་ནས། དེ་ནས་ངེས་འབྱེད་ཀྱི་དངོས་པོ་ལ་གསུམ་དུ་ངེས་ཟིན་པ་སྒྲོ་འདོགས་ཆོད་ཟིན་པའི་དགེ་བའོ། ད་ཡུལ་གང་ཡིན་པ་དེ་ལ་ཇི་ལྟར་ངེས་པ་བཞིན་དུ་དེ་ནི་འཛིན་པར་བྱེད་པའོ། ད་དེ་འདྲའི་ཅིག་ལ་དེ་ནི་མོས་པ་སེལ་ལ་བ་ཡིན་པ་རེད་གསུངས། རེག་ངེས་པའི་དངོས་པོ་ལ་ཇི་ལྟར་ངེས་པ་བཞིན་དུ་འཛིན་པ་དེས། ད་དེ་ནི་དེ་འདྲ་བོ་དེ། བྱེད་ལས་འདྲ་བོ་དེ་ཀ་ས་ནི་མི་འཕྲོགས་པ་ཉིད་ཀྱི་ལས་ཅན་ནོ་གསུངས་འདུག་ཙང་ནས། ནུས་པ་དེ་ཡོད་སོང་བ་ཡིན་ན་ད་དེ་གིས་རང་གི་ཡུལ་སྒྲོ་འདོགས་ཆོད་ཟིན་པ་ཟེར་དགོས་རོ་ཐེ་ཚོམ་ཆོད་ཟིན་པའི་དོན་ལ་ངས་ཇི་ལྟ་བ་ངེས་པ་བཞིན་དུ་འཛིན་འགྲོ་བ་ཡིན་རྒྱུ་ཙང་ནས་དེ་ནི་དེ་ལ་ཅིག་ལུང་གཞན་དག་དང་རིགས་པ་གཞན་དག་དང་དེ་ནི་རྒྱུ་མཚན་གཞན་དག་ལ་བརྟེན་ནས་བློ་དེ་གཞན་ལ་བག་དྲན་བཅུག་ཡོད་མ་རེད་བག་བློ་གཞན་ལ་བག་ཀྱོག་བཅུག་ཡོད་མ་རེད་ད་ཅིའི་ངེས་པ་གྲངས་འདས་པའི་གི་ཡུར་དེ་ག་རང་གི་ཐོག་ལ་ཁོང་ངེས་ཤེས་བརྟན་པོ་ཞིག་བསྐངས་ཚུར་འགྲོ་བ་ཡིན་དུས་ཙང་རེད་དེ་ནི་དེའི་རྒྱུ་མཚན་གྱིས་བློ་གཞན་དུ་བར་བཀྲི་བར་བྱེད་ནུས་མ་རེད་དེ་ཡིན་དུས་ཙང་ནི་མུས་པས་ཀྱི་བྱེད་ལས་དེ་དེ་ནི་མི་འཕྲོག་པ་ཉིད་ཀྱི་ལས་ཅིག་ནོ་ཟེར་དེ་གསུང་དགོས་རུ་བ་ད་དེ་བྱེད་དུས་ཙང་ནི་ང་རང་ཚོ་དཔེར་ན་ཅིག་ཆོས་ལ་དད་པ་ཟེར་ཡ་འདྲ་ཆོས་ལ་ཡིད་ཆེས་ཟེར་ཡ་དེ་ཚོ་ཡོད་དམ་མེད་ཟེར་ཡ་དེ་ད་མོས་པ་ཡོད་མེད་ལ་ཐུག་ཡོང་གི་འདུག་བ་དེ་ཡིན་དུས་མོས་པ་དེ་མོས་པ་ཅིག་ཡོད་སོང་བ་ཡིན་ན་མོས་པ་དེའི་དབང་གི་སྒོ་ནས་དེ་ལ་ཅིག་གཞན་གྱི་རྒྱུ་མཚན་ག་རེ་མང་བོ་ག་རེ་བཤད་སོང་བ་ཡིན་ན་བློ་གཞན་ཕྱོགས་ལ་བག་དང་ནི་འགྲན་མ་ཐུབ་པ་དང་ནི་བྱེད་པའི་ལས་ཅན་ཅིག་ཡིན་དགོས་རེད་ཟེར་གི་ད་མོས་པའི་གི་ལས་ཀ་ལ་དེ་ཡིན་པ་རེད་ལས་ཅན་ནོ། ད་དེ་ནས་དྲན་པ་གང་ཞེ་ན་སོང་ལ་ད། འདྲིས་པའི་དངོས་པོ་ལ་སེམས་ཀྱི་རྗེས་དཔག་མེད་པ་སྟེ་རྣམ་པར་མི་གཡེང་བའི་ལས་ཅན་ནོ་གསུངས་མདོ་དང་དྲན་པ་སེམས་འདུས་ཚང་ནས་ཡང། མ་འདྲིས་པ་གཅིག་ལ་གོམས་འདྲིས་མ་ཐེབས་པ་གཅིག་ལ་དྲན་པ་ཅི་ཡང་མེད་ཡོང་དགོས་ས་རེད། གོམས་ཤིང་འདྲིས་པ་ད་གོམས་ཤིང་འདྲིས་སེམས་འདུས་ཚང་ནས་ལོ་དང་ཟླ་བ་ལ་སོགས་པ་ལ་གོམས་འདྲིས་དགོས་ཡོད་མ་རེད། གང་ལྟར་རང་གི་ཤེས་པ་ཡུལ་དེ་ལ་ཅིག་ཞུགས་སོང་བ་ཡིན་ན་དེ་ནས་གཞི་ནས་ཞུགས་རྗེས་ཞུགས་སའི་གི་ཡུལ་དེ་ཕྱིས་སུ་དྲན་པའི་དྲན་པ་ཅིག་སྐྱེ་གི་ཡོད་རེད་བ། ཡུར་མ་མྱོང་བ་ལ་དྲན་པ་སྐྱེ་རྒྱུ་ཡོད་མར་བ། འོ་དེ་བྱེད་དུ་ཚང་ནས། ད་ནས་འདྲིས་པའི་དངོས་པོ་ལ་སེམས་ཀྱི་རྒྱས་པ་མེད་པ་དེ། དེ་བྱེད་དུ་ཚང་ནས་མ་འདྲིས་པ་ལ་དྲན་པ་དེ་འདྲ་ཅིག་མེད་ཡོང་གི་ཡོད་བ། དེ་ཡིན་དུས། དམིགས་ཡུར་དེ་དག་ཤེས་པ་སྔ་མའི་གིས་དེ་ནས་འདྲིས་པར་བྱེད་དགོས་རེད། ཤེས་པ་སྔ་མའི་འདྲིས། མྱང། མཐོང། རྟོག་དག་ག་འདྲའི་ཅིག་བྱུང་བ་ཡིན་ན་ཡང་དེ་འདྲའི་གིས་མཐོང་བའི་གིས་དངོས་པོ། ཐོས་པའི་གིས་དངོས་པོ། མྱོང་བའི་གིས་དངོས་པོ། འོ་དག་རེག་པའི་གིས་དངོས་པོ་ལ་སོགས་པ་དེ་འདྲའི་ཅིག་ལ་དག་ཕྱིས་སུ་དེ་ནས་ཅིག། སེམས་ཀྱི་སྒོ་ནས་རྣམ་པར་འཛིན་སྟངས་འདྲ་བོ་དེ་ལ་རྒྱས་པ་མེད་པ་རེད། ངོས་བཟུང་བ་ན་ཡང་ནི་ཡུན་དུ་བློ་ངོ་ལ་ཚུར་ཤར་བར་བྱེད་པ། དེ་ནས་ཅིག་ཕ་རྗེས་མངལ་དུ་ཆགས་མི་འགྲོ་བའི་བདག་ཉིད་ཅན་གྱི་བཟོ་ཡོང་གི་རེད། རྒྱས་པ་མེད་པ་དེས། འོ་དེ་ཅི། ད་དེ་འདྲ་བོ་དེ་ནས་དེ་དང་དེའི་དྲན་པ་དེ་ཡོད་སོང་བ་ཡིན་ན། རྣམ་པར་མི་གཡེང་བའི་ལས་ཅན་ནོ་གསུངས་འདུག་བ། དྲན་པས་ཟིན་པའི་གི་ཡུལ་འདྲ་ཅིག་ཡིན་ན། ད་དྲན་པ་གི་རྩིས་ཟིན་སོང་བ་ཡིན་ན་ཡུལ་གང་དང་གང་ལ་དྲན་པའི་རྩིས་ཟིན་སོང་བ་ཡིན་ན་དེ་འདྲ་བོ་དེ་ནི་ཡུལ་དེ་ལས་གཞན་པ་ཅིག་ལ་སེམས་དེ་བག་དེ་ནི་ཡེངས་བར་བྱེད་ཅིག་མ་རེད། དེ་བྱེད་དུ་ཙམ་ནི་འབད་ན་ང་ཚོ་དཔེ་ཆ་འདྲ་བོ་ཅིག་ཡིན་ན་ཡང་ནས་ཡང་དུ་གོམས་འདྲིས་འདྲ་བོ་ཞིག་བཟོ་དེ་ནི་དེའི་སྒང་ལ་དྲན་པ་གནས་ཐབས་ལ་འབད་བརྩོན་ཅིག་བྱེད་བྱ་བ་ཡིན་ན་དེ་ནི་མི་བྱེད་པ་ཆགས་ཡོང་གི་ཡོད་རེད་དེ་ཡིན་དུས་ང་ཚོ་འབད་ན་ཅིག་དེའི་སྒང་ལ་གོམས་འདྲིས་ཞེ་དྲག་མི་བཟོ། ཅིག། མཐོང་ཙམ་རེག་ཙམ་གོ་ཙམ་མྱོང་ཙམ་གྱིས་འགྲོ། དེ་ནས་དྲན་པ་དེས་དེ་ག་བརྟན་པོ་ཞེ་དྲག་མ་ལེན་ཡོང་དུས་ཙང་ནས་དེ་རིང་ཤེས་ན་སང་ཉིན་རྗེས་འགྲོ་ཡང་འགྲོ་སང་ཉིན་ཤེས་ན་དེ་ནས་ནང་ཉིན་རྗེས་འགྲོ་ཡང་འགྲོ་ཞེས་ཆགས་ཡོང་གི་རེད་བ་ཨོ་དེ་ཡིན་དུས་ཙང་ནས་ད་དེ་དྲན་པ་རྐང་མ་ཚུགས་ཏག་རེད་བ་དྲན་པ་ཟེར་ཡག་དེ་རྐང་ཚུགས་སོང་བ་ཡིན་ན་དེ་ནི་བརྗེད་པ་མེད་པའི་ལས་ཅན་སེམས་ཅན་ལ་དེ་ནི་ཡེང་བ་མེད་པའི་ལས་ཅན་དེ་འདྲ་ཞིག་རེད་བྱེད་ལས་དེ་འདྲ་ཡོང་མཁན་ཞིག་རེད་ཞེས་པའི་དོན་རེད་རྣམ་པར་མི་གཡེང་བའི་ལས་ཅན། ཨ་ཡ། ད་དེ་ནས་བཞི་པ་ཏིང་ངེ་འཛིན་ཟེར། ཏིང་ངེ་འཛིན་གང་ཞེ་ན་བརྟགས་པའི་དངོས་པོ་ལ་སེམས་རྩེ་གཅིག་པ་སྟེ། ཤེས་པའི་རྟེན་བྱེད་པའི་ལས་ཅན་ནོ། ད་དེ་གསུངས་དུས་ཙང་ནས། དེ་ནས་ཏིང་ངེ་འཛིན་ཟེར་ཡ་དེ། བརྟག་དཔྱད་བྱས་པའི་དངོས་པོ་ལ་ཡོང་གི་རེད་མ་གཏོགས་པས་བརྟགས་ཤིང་མ་དཔྱད་པའི་དངོས་པོ་ལ་སེམས་རྩེ་གཅིག་པ་ཟེར་ཡ་དེ་ཡོང་གི་མ་རེད་ཞེས་པའི་དོན་རེད་དེ་ཡིན་དུས་ཙང་ནས་བརྟགས་པའི་དངོས་པོ་ལ་སེམས་རྩེ་གཅིག་པ། ད་དེའི་བཏགས་པའི་དངོས་པོ་ཟོ་དུ་བཏགས་མཁན་དེ་ལ་ག་རེ་ཟེར་ན། དཔེར་ན། ཆོས་ཁོ་རང་གིས་རང་གི་མཚན་ཉིད་ག་འདྲ་ག་འདྲ་ཡིན་མིན་ལ་བརྟགས་ཤིང་དཔྱད་པ། ཆོས་ཁོ་རང་གིས་ལྕེ་ཡི་མཚན་ཉིད་ལ་ག་འདྲ་ག་འདྲ་ཡིན་མིན་བརྟགས་ཤིང་དཔྱད་པ། དེ་ཡིན་དུས་བརྟགས་ཤིང་དཔྱད་ཟིན་པའི་གི་དངོས་པོ་འོ་ད་དེ་འདྲའི་ཅིག་ལ་དམིགས་ནས་ད་དེའི་དམིགས་བྱའི་གི་དངོས་པོ་དེ་ལ་དཔེར་ན་ཅིག་ཡང་མཐོ་ས་ནས་བཤད་པ་ཡིན་ན་མིག་རུ་བདེན་ཞེས་ཟེར་ཡང་འདྲའོ་ཡང་ན་ཅིག་ང་ཚོ་སྐྱོན་དང་ཡོན་ཏན་གཉིས་འདྲའོ་སྐྱོན་ལ་དམིགས་པ། འོ་དེ་བཞིན་དུ་དེ་ནི་ཡོན་ཏན་ལ་དམིགས་པར་འགྲོ་བ་དག་དེ་འདྲ་ཞིག་བརྟགས་ཤིང་དཔྱད་ནས་དེ་དང་དེ་ཡིན་པར་ཐག་ཆོད་ནས་དེའི་སྒང་ལ་སེམས་གནས་པ་ལྟ་བུ་དེ་ལ་དེ་ནི་དེ་དང་དེ་ཏིང་ངེ་འཛིན་ཟེར་ཡོད་རེད་བ་དག་ཏིང་ངེ་འཛིན་ཟེར་དུས་མཐོང་བུ་ཡ་ང་ཚོ་སྒོམ་རྒྱབ་དེ་བས་ཀྱི་ཤེས་པར་འགྲོ་བ་དེ་གཅིག་པུ་ལ་གོ་དགོས་པ་མ་རེད་དེ་གཅིག་རེད་ད་དུང་དཔེར་ན་འདི་སྐབས་ནས་དེ་ཅིག་བརྟགས་ཤིང་དཔྱད་པའི་དངོས་པོ་ལ་སོང་ཡོད་རེད་བ་མཛོད་ཀྱི་སྐབས་འདྲ་ཅིག་ད་དུང་དེ་ག་ཙམ་ཡང་ཡོད་མ་རེད་ཏིང་ངེ་འཛིན་ཟེར་ཡ་དེ་ཡུལ། གཙོ་སེམས་ཀྱི་ཡུལ་གང་དང་གང་ཡིན་ན་ཡང་དེའི་སྒང་ལ་གཙོ་སེམས་དེ་འཇུག་པར་བྱེད་པ་ལ། ཁོ་ཏིང་ངེ་འཛིན་ཡོད་པའི་སྟངས་ཅན་གྱིས་གཙོ་སེམས་དེ་ལ་འཇུག་པར་བྱེད་བཅུག་ཡོད་རེད་གཙོ་སེམས་དེ་དེ་ནི་བློ་དེ་གིས་གཙོ་སེམས་དེ་གི་ཡུལ་དེ་དེ་ནི་ཁོ་འཛིན་པར་བྱེད་བཅུག་ཡོད་རེད་ཏིང་ངེ་འཛིན་སེམས་གཏིས་ཀྱི་ཁོ་དེ་གིས་གནས་ཆགས་ཀྱི་མི་སོང་བ་ནི་ཡུལ་དེ་འཛིན་ཐུབ་མ་རེད་བ། འོ་དེ་འདྲ་ཡིན་དུས་ཙང་ནི། སེམས་ཐམས་ཅད་ལ་དེ་ནི་འཁོར་དུ་ཏིང་ངེ་འཛིན་ཡོད་རེད་ཟེར་ནས་བཤད་ཡོད་པ། ད་ད་ལྟ་དེ་ལས་ཡར་ཏེ་ཚིག་གཅིག་ཁྱད་པར་ཅན་ཡོད་འདུག་ཟེར་ན་སེམས་ཐམས་ཅད་ཀྱི་འཁོར་དུ་ཏིང་ངེ་འཛིན་ཡོད་པ་གསུང་གི་ཡོད་མ་རེད་གཙོ་བོ་བརྟགས་ཤིང་དཔྱད་པས་ཀྱི་དོན་གང་ཡིན་པ་དེ་འདྲའི་གི་ཐོག་ལ་དེ་རིང་སེམས་གནས་པར་བྱེད་པའི་བདག་ཉིད་ཅན་གཅིག་ལ་ད་ཏིང་ངེ་འཛིན་ཟེར་ཤེས་དགོས་ཀྱི་ཡོད་ཟེར་ན་དེ་གསུངས་པ་རེད། འོ་ཡ། དངོས་པོ་སེམས་རྩེ་གཅིག་པ་སྟེ། ཤེས་པས་རྟེན་བྱེད་པའི། ཤེས་པས་རྟེན་བྱེད་པའི་ལས་ཅན། ཤེས་པས་རྟེན་བྱེད་པའི་ལས་ཅན་སུ་དུ་ཙང་ནི། དཔེར་ན་ཆོས་གང་ཡང་རུང་བ་གཅིག་ལ་དམིགས་ནས་ཏིང་ངེ་འཛིན་ཡོད་གསུང་བ་ཡིན་ན། དེའི་ཏིང་ངེ་འཛིན་དེ་ཡོད་པའི་སྟོབས་ཀྱི་སྒོ་ནས་དེ་ནི་དེའི་ཆོས་དེ་ལ་ཞིབ་འཇུག་མཐར་ཕྱིན་པ་ཅིག་འགྲོ་ཐུབ་ཀྱི་ཡོད་རེད། དེའི་གང་ལ་སེམས་རྩེ་གཅིག་ཏུ་མ་གནས་སོང་བ་ཡིན་ན་དེ་ལ་ཞིབ་འཇུག་མཐར་ཕྱིན་པ་ནི་འགྲོ་གི་མ་རེད། ཞིབ་འཇུག་མཐར་ཕྱིན་པ་ཅིག་མ་བྱས་ཡོང་དུས་ཙང་ནི་དེའི་གནས་ཚུལ་དེ་ཡང་དག་པར་ཤེས་ཀྱི་མ་རེད། དེ་བྱེད་དུས་ཚང་ནི་ཏིང་ངེ་འཛིན་འཛིན་ཡ་དེ་ཤེས་དཔལ་གྱི་རྟེན་བྱེད་པའི་ལས་ཅན་རེད་གསུངས་འདུག་བ་ཏིང་ངེ་འཛིན་དེ་ཡོད་པ་ཡིན་ན་ཡུལ་གང་ཡང་རུང་བ་གཅིག་གི་དྲུང་དུ་དམིགས་པ་གཅིག་གི་སྟེང་དུ་སེམས་རྩེ་གཅིག་ཏུ་སེམས་གཏིས་སུ་གཡོ་བ་མེད་པ་སེམས་གནད་དུ་འགེལ་གྱི་ཡོད་ན་དེ་ནི་ཁོས་ཡུལ་དེ་ག་རང་ལ་བརྟག་དཔྱད་ཞིབ་འཇུག་བྱས་ཡོང་དུས་ཚང་ནི་དེའི་བརྒྱུད་རིམ་གྱི་ནང་ནས་དེ་ནི་དངོས་པོ་དེ་གའི་གནས་ཚུལ་ཤེས་དཔལ་གྱི་བྱ་བ་བྱས་ཡོང་གི་ཡོད་རེད་དེ་ཡིན་དུས་ཚང་ནི་ཤེས་དཔལ་གྱི་རྟེན་བྱེད་པའི་ལས་ཅན་གཅིག་ལ་དེ་ནི་ཏིང་ངེ་འཛིན་གསུངས་གི་རེད་དེ་རེད་བ་ཡ། ད་དེ་གིས་ང་ཚོ་འདི་ཆགས་སོང་ཁར་ཟེར་ཏིང་ངེ་འཛིན་འཛིན་ཡ་དེ་བྱེད་ད་ཤེས་རབ། ཤེས་རབ་གང་ཞེ་ན། རྟག་པ་ཉིད་ཀྱི་དངོས་པོའི་ཆོས་རྣམས་ལ་རབ་ཏུ་རྣམ་པར་འབྱེད་པ་སྟེ་ཟད་དེ་རེད། ད་ཤེས་རབ་ཀྱིས་ཡང་ཤེས་རབ་ཟེར་ཡ་དེ་ཡང་མ་དག་པའི་རྟག་ཆད་མ་བྱས་པའི་དངོས་པོ་གཅིག་ལ་ཤེས་རབ་ཅན་ཡང་མེད་ཡོང་གི་ཡོད་རེད་དེ་ཡིན་དུས་ཙང་ནས་དམིགས་ཡུལ་ལ་བརྟགས་ཤིང་དཔྱད་སྤྱད་ནས། དེ་འབྲེལ་གྱི་བསྐྱེད་བཞག་བོད་ཀྱི་དངོས་པོ་གྱི་ཆོས་རྣམས་ལ་དག་ཅིག་བཟང་ངན། ཡིན་མིན། ཡོད་མེད་ལ་སོགས་པ་ཁོ་རང་གི་གནས་ཚུལ་གྱི་ཐོག་ལ་བརྟག་དཔྱད་བྱས་ནས་བག་ཚོའི་དབྱེ་བ་འབྱེད་ཤེས་མཁན་གྱི་དེ་ནི་སེམས་བྱུང་གཅིག་ལ་ཤེས་རབ་ཟེར་ནས་གསུང་གི་ཡོད་རེད་ཟེར་ར་དོན་རྣམ་པར་འབྱེད་པ་དེ་སོང་རེད། ཨ་ཡ། ད་དེ་འདྲ་བོ་དེ་ནས་དེ་དང་འདི། ད་དེ་འདྲས་ཀྱི་རྣམ་པར་འབྱེད་པའི་ཤེས་རབ་དེ་ལ་ཤེས་རབ་ཁ་ཤས་ཀྱིས་ནི་ཡང་མཐོ་ས་ནས་བདག་མེད་ཀྱི་གནས་ཚུལ་ལ་རྣམ་པར་སོ་སོ་འབྱེད་ཡོང་གི་ཡོད་རེད། དམའ་ས་ནས་ད་ཅིག། དཔེར་ཆགས་ཤིག་ཨང། དཔེ་སྡུག་ས་ནས་བཤོད་པ་ཡིན་ན་རྐུན་མ་ཅིག་གིས་དེ་ནས་ཁྱིམ་ཚང་ཅིག་གི་རྒྱུ་ནོར་ལོངས་སྤྱོད་བརྐུ་བསྒུགས་ཡོད་ན་ཨོ་ད་འདི་འདྲས་ཅིག་བརྐུ་ན་ཡག་པོ་འདུག་འདི་འདྲས་ཅིག་མ་བརྐུ་ན་ཡག་པོ་འདུག་བརྐུ་ཐབས་འདི་འདྲས་ཅིག་བརྐུ་བསྒུགས་འདུག་ཟེར་ཀོ་སོ་སོ་སོ་སོའི་དབྱེ་བ་འབྱེད་ནས་བསམ་བློ་བཏང་བཞིན་གྱི་དེ་ལ་ཤེས་རབ་ཟེར་གི་ཡོད་རེད་བ་དེ་ཡིན་དུས་ཀོ་ཤེས་རབ་ཟེར་ཡ་དེ། ཡག་སྡུག་འདྲ་མ་འདྲ་མང་པོ་ཡོད་ཆོག་གི་རེད། དེ་འདྲ་ཡིན་ཙང་དེ་ནས་ད་དུང་འདི་མཐར་བྱིན་གྱི་ནང་ལ་ཡང། དེ་ནས་ཤེས་རབ་དེ་ལ་དབྱེ་ཡོད་འདུག་ཙང་ན་འཇིག་རྟེན་པའི་ཤེས་རབ་དང། འཇིག་རྟེན་ལས་འདས་པ་དམན་པའི་ཤེས་རབ་འཇིག་རྟེན་ལས་འདས་པ་ཆེ་མཆོག་གི་ཤེས་རབ་ཙམ་ནས་དབྱེ་བ་ཕྱེ་ཡོང་གི་འདུག་བ། འོ་ད་དེ་འདྲ་རེད་གང་ལྟར་ཡང་ཆོས་རབ་ཏུ་རྣམ་པར་འབྱེད་ཐུབ་མཁན་གྱི་ལོ་ཅིག་ལ་དེ་ནི་ཤེས་རབ་ཟེར་ན་གསུངས་པ་ཡིན་པ་རེད། ད་དེའི་བྱེད་ལས་འདྲ་བོ་དེ་གར་ཟེར་ན། ཤེས་རབ་དེ་འདྲས་ཀྱི་རྒྱུད་ལ་བཅས་སོང་འདུག་ཙང་ནས་ཁོ་ངེས་ཤེས་གཉིས་ཡོང་གི་ཡོད་རེད་ངེས་པ་གཉིས་ཡོང་གི་ཡོད་རེད། ངེས་པ་གཉིས་ཡོད་འདུག་ཙང་ནས་ཡུལ་དེ་གི་ཐོག་ལ་དེ་ནི་ཐེ་ཚོམ་མདོག་ཡོང་གི་ཡོད་རེད་ད། ཚོམ་ཉིད་བཟློག་པའི་ལས་ཅན་ནོ་གསུངས་ཏོ། ཐེ་ཚོམ་བཟློག་པར་བྱེད་པའི་ལས་ཅན། ཨོ་དེ་རེད། ཨོ་ཡ། ད་དེ་གི། ང་ཚོ་སྡེ་ཚན་དྲུག་གི་ནང་ནས། དེ་ནི་ད་ལྟ་འདི། འདི་སོང་རེད་བ། ཁ་ཟས་ཡུལ་དངོས་ཀྱི་སྡེ་ཚན་ཟེར་ཡ་དེ་སོང་རེད། ད་འདི་ནས་མ། དགེ་བ་བཅུ་གཅིག་གི་དེ་ནི་སྡེ་ཚན་དེ་བཤད་ཡོང་དགོས། ད་དགེ་བ་བཅུ་གཅིག་གི་སྡེ་ཚན་དེ་ལ། སྤྱི་དང་དེ་ནི་ནང་ཚན་གྱི་དྲུག་ཡོད་རེད་དེ་ཡང་སྤྱི་ཚུར་གྱི་དབང་དུ་བྱས་ཡོང་དུས་ཙང་ནས་དེ་ནི། ཁ། མ་འདྲ་བ་དྲུག་འདྲ་བོ་ཅིག་དང་འབྲེལ་བ་དེ་ཚོ་རུང་དུ་མ་སོང་ཡོང་གི་འདུག་ད་དེ་ཕྱི་དུ་བཙལ་ན་དང་པོ་ང་ཚོ་དད་པ་ཟེར་ཡ་དེ་རེད་དད་པ་གང་ཞེ་ན་ད་དད་པ་ཟེར་རྒྱུ་འདི་སྤྱི་དང་དེ་ནས་དེ་དང་འདི་ཡུལ་གང་ཡང་རུང་བ་ཅིག་གི་གནས་ཚུལ་ཡང་དག་པར་ངེས་པའི་སྐབས་སུ་དེ་ནི་སྐྱེ་ཡོང་མཁན་ཅིག་རེད་དད་པ་དེ་དད་པ་སྐྱེ་བའི་སྐབས་དེ་ཡུལ་གང་དང་གང་ཡིན་པ་ཅིག་གི་གནས་ཚུལ་དེ་བློ་ངོ་ལ་ངེས་ཡོང་དུས་ཙང་ནས་དེ་ནི་སྐྱེ་ཡོང་མཁན་གྱི་སེམས་བྱུང་ཅིག་ལ་དད་པ་ཟེར་ན་ལགས་ཡོད་རེད། འོ་ཡ། འཐད་པ་གང་ཞེ་ན། དེ་ནི་ཡོད་པ་ཉིད་དང། ཡོན་ཏན་ཅན་དང་ནུས་པ་རྣམས་ལ་གསུངས་ཏོ། དེ་གསུམ་གྱིས་གོ་རིམས་བཞིན་དུ་མངོན་པར་ཡིད་ཆེས་པ་དང་དང་བ་དང་འདོད་པ་སྟེ་ད་དེ་གསུམ་སྦྱར་རྒྱུ་རེད། དེ་གསུངས་དུས་ཙང་ནས་ད་ལྟ། ཡོད་པ་ཉིད་དང་གསུངས་ཡང་དེ་གི་དམིགས་ཡུལ་དེ། ད་ལྟ་འདི་ཡིད་ཆེས་ཀྱི་དད་པས་ཀྱི་དམིགས་ཡུལ་དེ།

གི་ཐོག་ནས་དེ་ནི་ཐེག་པ་དང་པོ་དང་བཅས་དགོས་དེ་འདི་ཡོད་པ་ཉིད་དང་ཟད་དེ་དངོས་ཡོད་ཤེས་ཀྱི་ཡོད་ཐེག་པ་དང་པོ་གི་ཡོད་དེ་ལས་འབྲས་ཡོད་པ་སྐྱེ་བ་སྔ་ཕྱི་ཡོད་པ་ལ་སོགས་པ་ལྟ་བུ་དེ་འདྲ་ཅིག་ལ་དམིགས་ནས་ད་མ་ཡིག་འོག་ཏུ་ཡང་བསྐྱར་ད་མངོན་པར་ཡིད་ཆེས་པ་དང། དེ་འདི་ཡིད་ཆེས་ཀྱི་ཐེག་པ་ཟད་དེ་དེ་འདྲ་ཅིག། དེ་ནི་དང་བ་དང་ཟད་དེ་ཀྱི་དཔེར་ན། ད་ལྟ་འདི་དག། སངས་རྒྱས་ཟེར་ཡ་དེ་ལ་ཅིག་དམིགས་ཡོང་དུས་གཙང་ནས་དོན་གཉིས་མཐར་ཕྱིན་པའི་གི་བདག་ཉིད་ཡིན་པ། ཆོས་ཟེར་ཡ་དེ་ལ་བསམ་བློ་ཅིག་བཏང་ཡོང་དུས་གཙང་ནས་དེ་ནི་འགོག་ལམ་གི་རང་བཞིན་ཡིན་པ། དགེ་འདུན་ཟེར་ཡ་དེ་ལ་བསམ་བློ་བཏང་ཡོང་དུས་གཙང་ནས་རིགས་དྲུག་གཉིས་དང་ལྡན་པའི་གི་དེ་ནི་ཡོན་ཏན་དང་ལྡན་པ་དག་དེ་འདྲས་ཅིག་ཡིན་པ་བསམ་བློ་བཏང་ནས་ཡུལ་གང་དང་གང་ཡིན་རུང་དེའི་ཡོན་ཏན་གྱི་ཆ་ལ་དམིགས་ནས་དེ་ནི་ཅིག་སེམས་འདི་པས་ཅིག་བ། སྲས་དང་ངན་འདྲ་བོ་ཅིག་དང་སྤྲོ་ལྷང་ངེ་བ་ཅིག། སེམས་དེ་དཔེར་ན་གཅིག་གཙང་མ་བཟོ་འགྲོ་བར་བྱེད་པའི་ལས་ཅན་འདྲ་བོ་གཅིག་ལ་དང་བའི་དད་པ་ཟེར་གྱི་ཡོད་རེད་དེ། དཔེར་ན་ང་ཚོ་དང་བ་ཟེར་དུས་ཆུ་སྙོག་མ་གཅིག་གི་ནང་ལ། དེ་ནས་ག་ཟེར་ནོར་བུ་སྐད་གདངས་ཀ་ལུག་ཡལ་དུས་ཙང་ནི་ཆུ་དེ་གཙང་མ་ཆགས་འགྲོ་བར་ཟེར་གྱི་འདུག་བ་དེ་ནང་བཞིན་ད་ལྟ་འདི་ཡུལ་མཆོག་གསུམ་གྱི་ཡོན་ཏན་དེ་འདྲ་གཅིག་བློ་ངོ་ལ་ཤར་འོང་དུས་ཙང་ནི་སེམས་ཁམས་དེ་དཔེ་སྐྱིད་བོ་འགྲོ་བོ་གཅིག་བག་ཕེབས་བོ་འགྲོ་བོ་གཅིག་ཆགས་ཡོང་གི་རེད་གསུང་གི་འདུག་བ་དེ་ཡིན་དུས་ད་དེ་ལ་དང་བའི་དད་པ་ཟེར་གྱི་ཡོད་རེད། དཔེར་ན་མཚམས་མཚམས་ང་ཚོ་གལ་སྲིད་གཅིག་དཀོན་མཆོག་རྗེས་དྲན་གྱི་མདོག་ཅིག་དང་བ། དཀོན་མཆོག་རྗེས་དྲན་གྱི་མདོ་དེ་ནམ་རྒྱུན་ང་ཚོས་ཀློག་བ་ནང་བཞིན་བྱས་ན་མ་ཀློག་བར་བྱས་ནས་དེ་ལས་ཡག་ཅིག་ཡིན་ན་ཀློག་པ་ཡིན་ན། དེ་ནི་གོ་ཅིག་ཨོ་ད་སངས་རྒྱས་ཟེར་ཡ་དེ་དཔེ་བསམ་གྱིས་མི་ཁྱབ་པའི་དེ་ནི་ཅིག་ད་ཡོན་ཏན་ལྡན་པ་ཞིག་རེད་འདུག་བསམ་པའི་བློ། སྐྱིད་ལྷང་ལྷང་འདྲ་བོ་ཞིག་སྐྱེ་ཡ་འདུག་འདི་ལྟར་སངས་རྒྱས་བཅོམ་ལྡན་འདས་དེ་ནི་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རིག་པ་དང་ཞབས་སུ་འདྲེན་པ་བདེ་བར་གཤེགས་པ་འཇིག་རྟེན་མཁྱེན་པ་སྤྱི་བོ་འདུལ་བའི་ཁ་ལོ་བསྒྱུར་བ་སོགས་ཀློག་འོས་འདུག་ཟེར་ན་ལྟས་སུ་སྤྱི་བོ་འགྲོགས་ཀྱི་འདུག་བ་ཀློག་སྟངས་དེ་འདྲས་བྱས་ན་མ་ཀློག་འོས་འདུག། དེ་ནི་དམ་པའི་ཆོས་ནི་ཐོག་མར་རྒལ་བ་ཐ་མར་རྒལ་བ་བར་དུ་རྒལ་བ་ཐ་མར་རྒལ་བ་དོན་བཟང་པོ་ཚིག་འགྲོས་བཟང་པོ་མ་འདྲེས་པ་སོགས་ལ་འོས་འདུ་ཚང་ནི་ཆོས་དཀོན་མཆོག་གི་ཡོན་ཏན་བློ་ངོར་ཤར་འདུག་དེ་སྤྱིའི་ལྷང་ལྷང་ལོག་རྟོག། དེ་ནས་དགེ་འདུན་གསུང་འོས་འདུ་ཚང་ནི་འཕགས་པའི་དགེ་འདུན་ནས། ད་ང་ཚོ་བོད་བརྒྱུད་ནང་པའི་དགེ་དེ་ནི་ཐེག་པ་ཆེན་པོའི་དགེ་འདུན་ནས་ཐེག་པ་ཆེན་པོ་སྦྱར་བྱེད་ཀྱི་འདུག་བ་དངོས་གནས་མདོ་ཁོ་རང་གི་ནང་ལ་ཐེག་པ་ཆེ་ཆུང་གི་སྐད་ཆ་གལ་མི་འདུག་འཕགས་པའི་དགེ་འདུན་ནས་གསུང་འདུག་བ་བཀའ་འགྱུར་ནང་ལ་འཕགས་པའི་དགེ་འདུན་ནས་ལེགས་པར་བཞུགས་པ་རིང་པར་བཞུགས་པ་དྲང་པོར་བཞུགས་པ་ཟེར་འདུག་ཚང་ནི་ཅོག་ཅོག་བྱས་ནས་མ་བཞུགས་པར་ད་བས་ནས་གསུངས་ཡོང་འདུག་དེ་ཡིན་དུས་ད་དངོས་གནས་དགེ་འདུན་དཀོན་མཆོག་དེ་འདྲའི་ཅིག་ལ་ང་ཚོ་བློ་ངོ་བློ་དེ་བསམ་བློ་བཏང་ཡོང་དུས་ད་ནི་དེ་འདྲའི་སེམས་ནང་ལ་དངོས་གནས་སྤྲོ་བ་ཅིག་དང་དགའ་བ་ཅིག་སྐྱེས་ཡོང་ཡང་ད་དེ་འདྲའི་གི་སེམས་དེ་དཔེ་ཅིག་དང་པོ་དཔེ་ཉོན་མོངས་པས་ནས་སེམས་དཀྲུགས་ཤིང་ཟེར་གསུངས་པ་ནང་བཞིན་བྱས་ནས་ཉོན་མོངས་པ་གི་སེམས་འཁྲུགས་བསྡད་པ་འདྲ་བོ་ཅིག་ཡིན་ན་ཡང། ཧོབ་དེ་ག་ལ་དེ་ནི་མཆོག་གསུམ་གྱི་ཡོན་ཏན་ཕྲེང་ཡིག་དུ་གཙང་ནས་སེམས་དེ་ཅིག་སྤྲོ་ལྷང་ལྷང་ལྷང་འགྲོ་གཙང་མ་འགྲོ་བ་ཞིག་བཟོ་མྱོང་བ་ཡིན་ན་ད་དེ་ལ་དེ་ནི་དྭངས་བའི་ཐལ་བ་ཟེར་གྱི་རོགས། འོ་དེ་ཡིན་དུས་གཙང་ནས་ང་ཚོ་རྣམས་ཀྱི་འདུན་པ་བློ་བསྡུས་ཙམ་ནས་ཡིན་གཅིག་མི་གཅིག་ཚིག་དོན་ཇི་འདྲ་ཞིག་ཀློག་དགོས་རྒྱུ་མཚན་དེ་ཚོ་རེད་འདུག་དེ་མ་གཏོགས་ཚིག་དོན་རྗེས་སུ་མ་དྲན་ནས་ཀློག་དེ་ན་ད་བྲམ་ཟེ་ཡི་གསང་ཚིག་ཀློག་པ་ནང་བཞིན་ཀློག་དེ་ན་ཁོ་སྒྲ་གཅིག་པུར་བ་དེ་ནི། ད་དེ་དུས་སུ་ཚིག་དོན་རྗེས་སུ་དྲན་མ་ཁོ་ཚིག་དུ་མ་སྐད་རྒྱབ་ཐོག་འབྲི་ཡོད་རེད་ད། གཏན་དུ་འདོན་མ་འདོན་ཟེར་ཡ་དེ་ཡིན་གཅིག་མིན་གཅིག་སྐད་རྒྱས་གཅིག་པུ་ཞིག་ཏུ་རེད་མི་འདོད་དེ། དམིགས་རྣམ་རྗེས་སུ་དྲན་ཡ་ཆེད་དུ། དེ་ནས་གར་གསལ་བོ་རེད་འདི་ད་ཚིག་དོན་བློ་འོད་རུ་བ། བཀའ་གདམས་ཀྱི་བློ་སྦྱོང་ན་སོན་འདུག་གསུངས་འདུག་བ་འདི་ད་བ་གར་གསལ། སྤྱོད་ལམ་ཀུན་ལ་ཚིག་གིས་སྦྱངས། བྱང་ཆུབ་སེམས་དཔའ་དེ་ནི་བློ་སྦྱོང་གི་ཉམས་ལེན་དེ་ཚོ་ལས་དང་པོ་བས་དངོས་སུ་མཇུག་ཐུག་མ་རེད། དེའི་འདུག་ཙང་དང་པོ་སྤྱོད་ལམ་དེ་ཚོ་ཚང་མ་དེ། ཚིག་མ་ཀློག་ནས་དེ་ནི་ཚིག་ཐོག་ནས་སྦྱང་དགོས་ཀྱི་རེད་གསུངས་དོ། སྤྱོད་ལམ་ཀུན་ལ་ཚིག་གིས་སྦྱང་གསུངས་ཀྱི་དེ་ནང་བཞིན་ང་ཚོ་འདོན་པ་ཀློག་དུས་ཙང་ནས་ཚང་མ་ཚིག་གི་ཐོག་ནས་སྦྱང་དགོས་ཀྱི་རེད། ད་ནི་ཁོ་རང་འདོན་པ་ཅིག་ཡིན་ན་ཡང་བྲོ་བ་ཅིག་ལེགས་ཀྱི་རེད། རྩ་བ་ཅིག་ཀློག་གི་ཡོད་ན་བྲོ་བ་ཅིག་ལེགས་ཀྱི་རེད། མ་གཏོགས་ང་རང་ཚོ་གི་ནམ་རྒྱུན་གློག་ཐང་འདྲ་བོ་བྱེད་བཞིན་འདུག་ཙང་ནས་དེ་གི་ཕན་གི་ཡོད་དུ་གནོད་གི་ཡོད་ཤི་རང་མགོ་ཚོས་ཡ་མི་འདུག་འཇོག་ཐལ་འདྲ་ཅིག་འཁུར་འདུག་ལོ་མཚམས་མཚམས་མགོ་ཡོད་པ་མཇུག་མེད་པ་མཚམས་མཚམས་མཇུག་ཡོད་པ་མགོ་མེད་པ་ཆགས་འདུག་ལོ་འོ་དེ་འདྲ་འདྲ་བོ་དེ་ལ་དེ་ནས་ང་ཚོ་སོར་ཁའི་མཇུག་དེ་ན་ཡོད་པ་ཆོ་གའི་བྲག་ཆགས་པ་ཟེར་དེ་ཟེར་གི་ཡོད། ཆོ་གའི་བྲག་ཆགས་པ། ཟུར་ཉམས་པ། བཟླས་བརྗོད་མ་དག་པ། ཆ་ཆེན་གསུམ་འདུག་ང་ཚོ་ཚང་མ་ད་ནམ་རྒྱུན། མ་རིག་འཇུག་དང་ད་དགོངས་དག་ཐུགས་བདེ་ལུགས་ཀྱི་ཤོད་ཞུ་གི་འོས་རེད་དེ་ཡིན་ན་ཚོགས་དུས་ཚང་ཁོས་བསམ་བློ་ཆུར་མ་བཏང་ད་རེས་ཀྱང་བློ་བདེ་གི་རེད་བ་ད་རྟག་པར་དགོངས་དག་ལ་ཡོད་དེ་ཅང་འགྲིག་གི་ཡོད་ཀྱི་མ་རེད་བ། བ་ཡ། འོ་ད་དེ་ཡིན་དུས་དང་བའི་དད་པ་ཟེར་ཡ་དེ་དག་དེ་འདྲས་ཅིག་རེད། དེ་ཡིན་ཙང་ཡོན་ཏན་ཅན་དང་གསུངས་འདུག་བ། ད་ཡོན་ཏན་ཅན་གྱི་ཡོན་ཏན་ལ་དམིགས་ནས་དེ་ནི་དང་བ་དང་ཟེར་ཡ་དེ་འོག་ཏུ་ཡ་སྦྱར་དགོས་གི་རེད། དེ་ནས་ནུས་པ་རྣམས་ལ་འདོད་པ་སྟེ་ཟེར་ཡ་དེ་ནུས་པ་ལ་དམིགས་ནས་འདོད་པའི་དད་པ་སྦྱར་དགོས་གི་རེད། ད་ནུས་པ་ཟད་ཡོང་དུས་ཙང་ནས་དཔེར་ན། རང་གི་རྒྱུད་ལ་དེ་ནས་ཅིག་མཐར་ཐུག་གི་སྤང་བ་ཕུན་སུམ་ཚོགས་པ་དང་རྟོགས་པ་ཕུན་སུམ་ཚོགས་པའི་གི་བདག་ཉིད་ཅན་གྱི་སངས་རྒྱས་སྐུ་བཞིའི་གི་བདག་ཉིད་ཅན་དང་སྔགས་ཀྱི་སྐབས་འདྲ་ཅན་སྐུ་བཞི་དང་སྐུ་ལྔ་ལ་སོགས་པའི་བདག་ཉིད་ཅན་མདོ་མཚན་ཉིད་ཐེག་པ་སྤྱི་ཡོངས་ཀྱི་དབང་དུ་བྱས་པ་ཡིན་ན་སངས་རྒྱས་སྐུ་གསུམ་གྱི་བདག་ཉིད་ཅན་དེ་འདྲས་རང་རྒྱུད་ལ་འགྲུབ་རུང་གི་དེ་ནས་པའི་ནུས་པ་ཡོད་པར་ངེས་པའི་ཐོག་ནས་ད་དེ་ལྟ་བུ་དེ་ངས་ཅིག་འགྲུབ་པར་བྱེད་ཀྱི་ཡིན་བསམ་པའི་བློ་བྱེ་བ་དེ་ལ་དེ་འདོད་པའི་དེ་བ་ཟེར་གི་དེ་ཡིན་དུས་ཙང་ནས། ནུས་པ་རྣམས་ལ་ནུས་པ་ལ་དེ་ནི་འདོད་པ་ཟེར་དེ་ཟེར་ཡོད་དམ། ཨོ་ཨ་ཡ། དེ་འདྲའི་ཅིག་ལ་དེ་ནི་དད་པ་གསུང་གི་ཡོད་རེད། འདོད་པ་སྟེ། མདོར་ན། དེ་འདྲའི་གི་དད་པ་དེ་གི་གར་བྱེད་ཀྱི་ཡོད་སམ་ཐང་ཅིག་ང་ཚོ་འདུན་པ་ཟེར་ཡ་ཅིག་ངས་ཞུས་ཡོད་པ། འདུན་པའི་གི་རྒྱུ་དེ་དད་པ་རེད། དད་པ་ཡོད་ཡོད་འདུག་ཟེར་ན་དེ་ཐང་ཅིག་ཁོང་གི་འདུན་པ་དེ་བསྐྱེད་ཡོང་གི་ཡོད་རེད། འདུན་པ་དེ་བསྐྱེད་ཡོང་དུས་ཙང་ནས་བརྩོན་འགྲུས་བྱས་ནས་དེ་ནས་སྤྲོ་བ་བསྐྱེད་ཡོང་གི་ཡོད་རེད། འོ་དེ་ཡིན་དུས་དད་པ། འདུན་པ། བརྩོན་འགྲུས་ཟེར་ཡ་དེ་ཁོ་རང་ཚོ་གསུམ་པོ་དེ་སྔ་ཕྱི་རྒྱུན་འབྲེལ་རེད་བ། ཨ་ཡ། འདུན་པའི་རྟེན་བྱེད་པའི་ལས་ཅན་ནོ། ད་དེ་དད་པ་བྱེད། ད་དེ་ནས་ད་ལྟ་འདི། གལ་སྲིད་དེ་འདྲ་ཡིན་གྱི་ཡོད་ན། ད་སྲེད་པ་དང་ཡང་འདུན་པ་གཉིས་ཀ་དེ་དད་པ་འགྱུར་འགྲོ་གི་མ་རེད་བས་ཟེར་ཡོད་འདུག་ད་ནི་སྲེད་པ་དང་འདུན་པ་གཉིས་པོ་དེ། དེ་ནས། ད་ལྟ་འདི་དད་པ་འགྱུར་གི་མ་རེད་འདྲ་བོ་འདྲ་བོ་ཡོད་རེད་དེ། དཔེར་ན་དད་པ་དང་འདུན་པ་གཉིས་ཀྱི་ཁྱད་པར་དེ་ག་རེ་རེད་ཟེར་ན། རྒྱུ་འབྲས་ཀྱི་ཁྱད་པར་རེད། དད་པས་ཀྱི་འབྲས་བུ་དེ་འདུན་པ་རེད། སྲེད་པ་དང་དད་པའི་གཉིས་ཀྱི་ཁྱད་པར་དེ་ག་རེ་རེད་ཟེར་ན། དད་པ་ཡིན་ན་དགེ་བའི་ངོ་བོ་ཡིན་དགོས་རེད། བསད་པ་ཡིན་ན། དེ་ནི་མི་དགེ་བའི་ངོ་བོ་ཡིན་པར་ཡོད་ཆོག་གི་རེད། ལུང་མ་བསྟན་གྱི་ངོ་བོ་ཡིན་པར་ཡོད་ཆོག་ད་བསད་པ་དགེ་བ་ཡིན་པ་ཞིག་ག་ལས་ཁག་པོ་རེད་བ། འོ་དེ་འདྲ་ཡིན་དུས་ཙང་ནི་ཁོང་ཚོ་ངོ་བོའི་ཆ་ནས་ཡང་ཁག་ཁག་ཡོད་རེད། ཕར་ལྟ་དུས་ཧོབ་ཏུ་གར་བཏགས་ཡིན་དུས་ཙང་འདྲ་བོ་འདྲ་བོ་ཡོད་རེད་དཔེར་ན་འདོད་པའི་དད་པ་ཟེར་དུས་ཙང་ནི་དྲག་པོར་མི་ཆོག་གསུངས་འདུག་བ། དད་པ་དང། འདོད་པ་དང་ག་རེ་འགོ། ཆགས་པ་གཉིས་ནོར་ཡག་གི་ཉེན་ཁ་ཡོད་རེད་གསུངས་འདུག་བ། དེ་ཡིན་དུས་ཧོབ་ཏུ་གར་བཏགས་ཡིན་དུས་འདྲ་བོ་འདྲ་བོ་ཡོད་དུས་ཙང་ནི་ནོར་ཡག་ཉེན་ཁ་ཡོད་རེད་ཡིན་ན་ཁུ་ཉིན་མ་འདྲ་བའི་ས་རེ་གར་ཟེར་ན་དད་པ་ཡིན་ན། དངོས་གནས་དགེ་བའི་གི་ངོ་བོ་ཉིད་དུ་གྱུར་ལྡན་མཁན། གང་ཞིག་རྒྱུད་ལ་སྐྱེས་སོང་བ་ཡིན་ན་སེམས་རྒྱུད་ལས་སུ་རུང་བར་བྱེད་མཁན་ཅིག་ལ་དགེ་བ་ཟེར་གི་ཡོད་རེད་དེ། དེ་ཡིན་དུས་ཆོས་ཟེར་ཡ་དེ་ཟེར་གི་ཡོད་བ་ནམ་ཅི། ག་རེ་རེད་དེ། ང་ཚོ་ཆོས་ཟེར་ནས་ཆ་ཆེན་བཤད་ཡོད་དུས་རྩ་ནས། དམ་པའི་ཆོས་ཟེར་ཡ་དེ་ག་རེ་ཅིག་དགོས་གི་རེད་ཟེར་ན། དེ་ནི་གང་ལ། ཐོས་བསམ་གྱིས་དཔྱད་ཅིང། སྒོམ་པས་ཉམས་སུ་ལེན་ནས་ཞུགས་ཡོང་བའི་ཚེ་ན། སེམས་རྒྱུད་ལས་སུ་རུང་བར་བྱེད་མཁན་དེ་ལ་དེ་ལས་དམ་པའི་ཆོས་ཡོད་གསུང་གི་ཡོད། བ་གང་ལ་སྐྱེད་ཅིང་ཉམས་སུ་ལེན་ན་ལུས་ཅན་གྱི་སྒྲིབ་པ་སེལ་བར་བྱེད་པའི་ཐབས་ཁྱད་པར་ཅན་ཡིན་ཞེས་དམ་པའི་ཆོས་ཀུན་མཚན་ཉིད་བ་དེ། དེ་འདྲ་ཅེས་ཞལ་གྱི་བདག་བ་དེའི་དགོངས་གཅིག་གི་སྤྱི་དོན་ནང་དེ་འདྲ་ཞེས་གསུངས་ཡོད་རེད་དེ། ཨ་ཡ། ད་དེ་ཆེད་དུ་རྩ་ནས་གང་ལྟར། འདུན་པ་དང་གསད་པ་དང་དད་པ་གསུམ་པོ་དེ་ལ་མ་འདྲ་བ་དེ་འདྲ་འདྲ་བོ་གཅིག་ཡོང་གི་ཡོད་ས་རེད། ད་དེ་ནས་དེའི་མཇུག་ལ། ངོ། ད་དང་དེའི་ངོ་ཚ་ཤི་བ་ཟེར་ཡ་དེ་རེད་ད། ད་ངོ་ཚ་ཤི་བ་ཟེར་ཡ་འདི་ཡང་ག་དུས་སྐབས་སུ་གཅིག་ཡོད་རེད་ཟེར་ན། དེ་ནས་མི་དགེ་བ་ལས་ཚུར་ལྡོག་ཡག་གི་དུས་ཚོད་སྐབས་སུ་ངོ་ཚ་ཤི་བ་ཟེར་ཡ་དེ་བཅས་ཡོང་གི་རེད་ད། མི་དགེ་བ་ཅིག་བྱས་དེ་ལ་ནོར་འཁྲུལ་ལ་ནོར་འཁྲུལ་ཡིན་པ་ཧ་གོ་བའི་སྐབས་སུ་དེ་ནས་ངོ་ཚ་ཤི་བ་ཟེར་ཡ་སེམས་ཆུང་གི་དུས་བཅས་ཡོང་གི་ཡོད་རེད། ད་དེའི་ཚུལ་འབྱུང་ཐིག་གི་མཚན་ཉིད་འདྲ་བོ་དང་བྱེད་ལས་འདྲ་བོ་དེ་ག་རེ་ཡིན་ཞེ་ན། བདག་ཉིད་ལས། ཁ་ན་མ་མཐོ་བ། འཛེམས། ཁ་ན་མ་མཐོ་བས་འཛེམས་པ་སྟེ། ཉེས་པར་སྤྱོད་པ་ལེགས་པར་སྡོམ་པའི་རྟེན་བྱེད་པའི་ལས་ཅན་ནོ།

དཔེར་ན་ནམ་རྒྱུན་ངོ་ཚ་ཤེས་པ་སོགས་དུས་ཚོད་ནང་སོ་སོ་ལ་བསམ་བློ་བཏང་ནས་སོ་སོའི་ངོས་ནས་ཚུལ་བསམ་བློ་བཏང་ནས། དེ་བྱས་ན་འདི་ན་བདག་ཉིད་ལས་གསུངས་འདུག། དངོས་གནས་འདིའི་སེམས་བྱུང་གི་སྐོར་གྱི་བྱེད་ལས་དང་འདི་ཚོ་འདྲ་གཅིག་ནི་མངོན་པ་མཛོད་ལས་འདི་ཚོ་ཁ་གསལ་གྱི་འདུག་བ་མཛོད་ནང་ལས་མི་གསལ་གྱི་འདི་ག་ཚོ་གསལ་བོ་ཡོད་མ་གཏོགས་དང་འབྲེལ་བ་འདྲོག་རྟགས་དེ་འདྲ་རེད་མ་གཏོགས་རྩ་བའི་ནང་ལ་ཡོད་མ་བ། འོ་ཡ། ད་དེ་བྱེད་དུས་ཚང་ནས་ངོ་ཚ་ཤེས་པ་ཟེར་ཡ་དེ་སོ་སོ་ལ་ལྟོས་ནས། དཔེར་ན། ང་དེ་ནས་ཨ་ཅིག། མི་ཡག་པོ་ཅིག་ཡིན་པའི་སྐད་ཆ་རེད་དེ་ཡིན་དུས་དང་ངས་དེ་འདྲ་ཅིག་བྱས་ན་ཡོང་གི་མ་རེད་ཟེར་ཡང་འདྲའོ། ཡང་ན་ང་ཚོ་དེ་ནི་སྤྱི་ཚོགས་ནང་གི་མིག་དཔེ་ལྟ་ས་ཅིག་རེད་དེ་ཡིན་དུས་དང་ངས་དེ་འདྲ་བྱས་ན་འགྲིག་གི་མ་རེད་བསམ་ཡང་འདྲའོ། སོ་སོ་གི་གནས་བབ་ལ་བསམ་བློ་བཏང་ནས་མི་སྒེར་བ་ལ་འཛེམ་ཟོན་བྱེད་ཡ་དེ་ལ་ངོ་ཚ་ཤེས་པ་ཟེར་ཡོད་ད། སོ་སོ་གི་གནས་བབ་ལ་བལྟ་ནས། དཔེར་ན་ང་ཚོ་འདི་ཨི་ནས་མ་བདེ་གིན་ལ་ལ་འགྲོ་བའི་སྐབས་ལ་ད་ང་ཚོ་ཅིག་བཀའ་བརྒྱུད་མཐོ་སློབ་ཀྱི་གྲྭ་བ་ཅིག་རེད་དེ་ཡིན་དུས་ཚང་ནས་ཟས་མ་བླངས་བ་དང་འདོད་བ་ནས་ཡང་འདྲ་མི་འདྲ་བྱས་བསྡད་ན་དེ་ནས་ཅིག་ང་འགྲིག་གི་མ་རེད་བསམ་མ་འགྲོ་སོ་སོའི་གི་གནས་བབ་ལ་བསམ་བློ་བཏང་ནས་འཛེམས་ཟོན་བྱས་ད་ལ་ངོ་ཚ་ཞེས་པ་ཟེར་གི་ཡོད་ཁྲེལ་ཡོད་པ་ཟེར་དུས་ཚང་ནས་གཞན་དག་ང་ལ་ཆེད་ལས་རྒྱག་ཡོང་གི་རེད་བསམ་པའི་ཐོག་ནས་འཛེམས་ཟོན་བྱས་པ་ད་ལ་ཁྲེལ་ཡོད་པ་ཟེར་གི་ཡོད་རེད་བ་ད་ངོ་ཚ་ཞེས་པ་ཁྲེལ་ཡོད་པ་གཉིས་པོ་དེ་གཅིག་དེ་གཞན་ལ་ལྟོས་དགོས་རེད་གཅིག་དེ་རང་ལ་ལྟོས་དགོས་རེད། ད་ཐ་ན་དེ་རང་ལ་ལྟོས་པ་དེ་རེད་བདག་ཉིད་ལས་གསུངས་མདོག་སོ་སོ་ལ་བརྟེན་ནས། ད། ཁ་ནས་མ་འཐོར་བ། འཛེམ་པ་སྟེ། བདག་ཉིད་ལས་ཁ་ནས་མ་འཐོར་བའི་འཛེམ་པ་སྟེ། ཉེས་པར་སྤྱོད་པ་ལེགས་པར་སྡོམ་པའི་རྟེན་བྱེད་པའི་ལས་ཅན་ནོ། ད་ངོ་ཚ་ཞེན་པ་ཅིག་ཡོད་ནས་དེ་ནི་བྱེད་ལས་འབྲས་བུ་དང་ཁ་ཟེར་ན་དངོས་གནས་ངོ་ཚ་ཞེན་པ་ཅིག་ཡིན་ན། ཉེས་སྤྱོད་མི་དགེ་བ་ལེགས་པར་སྡོམ་ཡག་གི་དེ་ནི་རྟེན་བྱེད་ཀྱི་རེད། ད་ངོ་ཚ་མེད་པ་ཡིན་ན་ལེགས་པར་སྡོམ་ཐུག་གི་མ་རེད་གསུངས་པ་རེད། ཨོ་ཡ། དེ་ཡིན་དུས་ཚང་ནས་སྡོམ་པར་བྱེད་པའི་དེ་ནི་ལས་ཅན་དེ་འདྲ་ཅིག་རེད་གསུངས་རེད། ད་ཁྲེལ་ཡོད་པ་འབྲིང་པོ་ཆེ་ཟེར་འདུག་ང་ཚོ་རྩ་བ་ནང་ལ་ཁྲལ་ཡོད་པ་ཟེར་ཟླ་བ་དེ་ཡིན་དུས་ཁྲེལ། ཁྲེལ་ཡོད་པ་གང་ཞེ་ན། གཞན་ལས་ཁ་ན་མ་མཐོ་བའི་འཛེམ་པ་དེ་རེད། ད་སྡིག་པ་ཅིག་བྱས་ན་ནོར་འཁྲུལ་ཅིག་བྱས་པ་ཡིན་ན་གང་ཟག་དམ་པ་རྣམས་ཀྱིས་ང་ལ་ཁྲེལ་ཡོང་གི་རེད་ཟེར་ཡང་འདྲ་བོ་དང། འཇིག་རྟེན་གྱི་སྤྱི་ཚོགས་ནང་ལ་ཡང་ང་ལ་དེ་ནས་སྐད་གྲགས་སྡུག་ཅག་དེ་འདྲ་ཅིག་ཆགས་ཡོང་གི་རེད་བསམ་པའི་སྒོ་ནས་བསྟོད་ས་གཞན་ཞིག་ལ་བསྟོད་ནས་སོ་སོའི་ངོས་ནས་དོགས་ཟོན་བྱེད་ཡ་དེ་ལ་དེ་ནི་ཁྲེལ་ཡོད་པར་གསུངས་པ་རེད་ཟེར་གི་རེད་གཞན་ལས་ཁ་ན་མ་ཐོ་བ་འཛོམས་པ་དེ་དེའི་ལས་ཅན་ནོ། ད་དེའི་ལས་ཅན་ཟེར་དུས་ཉེས་པར་སྤྱོད་པ་ལེགས་པར་འདོན་པའི་རྟེན་བྱེད་པའི་ལས་ཅན་ཐམས་ཅད་གོང་དུ་གཅིག་པ་རེད་དེ། ཨོ་ཡ། ཉེས་སྤྱོད་ལ་འཛེམ་ཟོན་བྱེད་ཡ་གི་བྱེད་ལས་ཅན་རེད་ཞེས་པའི་དོན་རེད། ད་དེ་ནི་མ་ཆགས་པ་ཟེར་ཟེར་དང། མ་ཆགས་པ་དེ་ག་རེ་རེད་ཟེར་ན། འདི་ཅི་དང་དེ་ནས་ཅི་དང་དེ་ང་ཚོ་དགེ་བའི་ལས་ཀ་ཅིག་ལ་འཇུག་ཡོང་བའི་སྐབས་སུ། ད་མ་ཆགས་པ་ཟེར་ཡ་འདྲ་བོ་དང་ཞེ་སྡང་མེད་པ་ཟེར་ཡ་འདྲ་དང་གཏི་མུག་མེད་པ་ཟེར་ཡ་ད་དེ་ཚོ་ལྡན་ཡོང་གི་ཡོད་རེད་བ་དེ་ཡིན་དུས་དང་པོ་དེ་ནི་མ་ཆགས་པ་གང་ཞེ་ན། སྲིད་པ་དང་སྲིད་པའི་ཡོ་བྱད་རྣམས་ལ་ཆགས་པ་མེད་པ་སྟེ་ས་འདི་མ་ཆགས་པ་ཟེར་ཚིག་ཅི་ལྟ་བ། འདི་མ་དེ་མ་ཆགས་ཟེར་འདི་མ་དེ་མིང་ཚིག་མ་རེད་མ་དེ་དགག་ཚིག་རེད་བ། མ་ཆགས་པ་མི་ཆགས་པ་ཆགས་པ་མེད་པ་མ་མི་མིན་ད་དེ་ཚོ་དགག་ཚིག་ཡིན་དུས་ཙང་ནི་ད་ལྟ་དགག་སྒྲ་དེ་རེད་དེ་ཡིན་དུས་དེ་ནི་འབྲེལ་བས་ནི་གསུངས་ཡོང་དུ་བ། དགག་སྒྲ་དེ་གསུམ་ལ་འགྲོ་གི་རེད་སྲིད་དང་དགག་ཚིག་དེ་ཚོ་ཚང་མ་དེ་འཇུག་སའི་ཡུལ་གསུམ་ཡོད་རེད། མེད་པ་ལ་འཇུག་པའི་སྐབས་གཅིག། གཞན་མ་ཡིན་པ་ལ་འཇུག་པའི་སྐབས་གཅིག། གཉེན་པོ་ལ་འཇུག་པའི་སྐབས་གཅིག་སྐབས་གསུམ་ཡོད་རེད། འགྲིག་སོང་ཨ། མེད་པ་ལ་འཇུག་པའི་སྐབས། དཔེར་ན། ང་ལ་ཁ་ལག་མེད་ཟེར་ཡང་འདྲའོ། ཟ་མ་མེད་ཟེར་ཡང་འདྲའོ། ཡང་ན་བུམ་པ་མེད་ཟེར་ཡང་འདྲའོ། ད་དེ་འདྲ་བྱས་ནས་མེད་འདྲ་རྐྱང་པ་འདྲ་བོ་གཅིག་ཡིན་ན། ད་དེ་དུས་ཡིན་ནས་མེད་པ་ལ་འཇུག་པའི་དགག་ཚིག་འདི་བ། གཞན་མ་ཡིན་པ་ལ་འཇུག་པའི་དགག་ཚིག་ཟེར་དུས་ཚང་ནས་འདི་རྟགས་མ་ཡིན་ཟེར་ལབ་ཡོང་དུས་ཚང་ནས།

ཆགས་པའི་གཉེན་པོ་ལ་འགྲོ་མཁན་གྱི་དེ་ནི་སེམས་བྱུང་མ་ཆགས་པ་ཞེས་ལབ་དགོས་རེད། དེང་དུས་མ་ཆགས་པ་དེ་གཉེན་པོ་ལ་འཇུག་པའི་སྐབས་ཡིན་གསུངས་པ་རེད། ཧོ་ཡ། ད་དེ་ཡིན་དུས་ཙང་ནས་དེ་ནས་ཆགས་པའི་གི་གཉེན་པོ། ཨོ་ད། འགྲོ་མཁན་དེ་ཡང་ཆགས་སའི་གི་ཡུལ་ག་རེད་ཟེར་ན་སྲིད་པ་དང་སྲིད་པའི་ཡོ་བྱད་རྣམས་ལ་ཆགས་པ་མེད་པ་དེ་གསུངས་འདུག་བ། ད་སྲིད་པ་ཟེར་ཡིན་དུས་ཙང་ནས་རང་རྒྱུད་ཉེར་ལེན་གྱི་ཕུང་པོ་ལྔ་པོ་དེ་རེད། སྲིད་པའི་ཡོ་བྱད་གསེར་འདུས་ནི་རང་རྒྱུད་ཉེར་ལེན་གྱི་ཕུང་པོ་ལྔ་པོ་དེ་ལ་བརྟེན་ནས་བཏགས་པའི་བཏགས་ཡོད་ཀྱི་གང་ཟག་དེ་གིས་ལོངས་སུ་སྤྱོད་བྱེད་ཀྱི་དེ་ནི་ཕྱི་རོལ་གྱི་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་དེ་ཚོ་རེད་སྲིད་པའི་ཡོ་བྱད་གསེར་འདུས་ནི་སྲིད་པ་དང་སྲིད་པའི་ཡོ་བྱད་རྣམས་ལ་ཆགས་པ་མེད་པ་སྟེ། འཛིན་སྟངས་འདྲ་བོ་དེ་ཆགས་པ་མེད་པ། མདོར་ན་དེ་ནི་དེ་དང་དེའི་ཡུལ་འདོད་ཡོན་གྱི་ཉེས་དམིགས་དེ་འདྲའི་ཤེས་པའི་ཐོག་ནས། ད་ནི་ད་ལྟ་འདི་ལྟ། ཆགས་པ་དངོས་ཀྱི་གཉེན་པོ་བཟོ་ཡོང་གི་ཡོད་རེད། ཉེས་པར་སྤྱོད་པ་ལ་མི་འཇུག་པའི་རྟེན་བྱེད་པའི་དང་ལས་ཀ་སྡུག་ཅག་ལ་དེ་ནི་མ་མི་འཇུག་པའི་དང་རྟེན་དེ་འདྲ་ཅིག་བྱེད་ཡོང་གི་ཡོད་རེད། རྟེན་བྱེད་པའི་ལས་ཅན་ནོ་གསུངས། འོ་ཡ། དེ་རེད། དེ་ནི་དེའི་རྐྱེན་དུ་ད་ལྟ་འདི་ལྟ་ཞེ་སྡང་མེད་པ། ཞེ་སྡང་མེད་པ་གང་ཞེ་ན་སེམས་ཅན་རྣམས་དང། སྡུག་བསྔལ་བ་སྡུག་བསྔལ་དང་སྡུག་བསྔལ་གྱི་གནས་ཀྱི་ཆོས་རྣམས་ལ་ཀུན་ནས་མནར་སེམས་པ་མེད་པ་སྟེ་ཞེས་པ་དེ་རེད་ད་ཞེ་སྡང་མེད་པ་ཟེར་ཡོན་དུ་ཚང་ནས་ཡང་དམ་ཅན་ཞུས་པ་དགག་ཚིག་དེ། གཉེན་པོ་ཡིན་པའི་དགག་ཚིག་དེ་ཕྱིར་རོ། མ་གཏོགས་པའི་མ་ཡིན་པ་དང་མེད་པའི་དགག་ཚིག་གཅིག་པོ་མ་ཡིན་པ་ཕྱིར་རོ། གང་ལྟར་ཞེ་སྡང་མེད་པ་ཟེར་ཡོན་དུ་ཚང་ནས་ཞེ་སྡང་གི་གཉེན་པོ་ལ་འགྲོགས་མཁན་གྱི་དེ་ནི་སེམས་བྱུང་ཞེ་སྡང་མེད་པ་ཟེར་ཏེ་ཞེ། དེ་འདྲ་བའི་ཞེ་སྡང་མེད་པ་དེ། དེ་ནས། གང་འདྲའི་ཅིག་ལ་ཞེ་སྡང་མེད་པར་དགོས་ཀྱི་རེད་ཟེར་ན་སེམས་ཅན་རྣམས་དང་གསུངས་ཏོ། དཔེར་ན་སོ་སོ་ལ་གནོད་པ་བྱེད་མཁན་གྱི་དགྲ་བོ་ལྟ་བུ་གྱི་སེམས་ཅན་ལ་དམིགས་ནས། ཞེ་སྡང། ད་ཀུན་ནས་མནར་སེམས་ཀྱི་བློ་མི་སྐྱེ་བ། ཁོས་ང་ལ་གནོད་པ་བྱས་སོང། ངས། ཁོས་ང་ལ་གནོད་པ་བྱས་སོང། ཡང་ན་ཁོས་ངའི་ཕ་མ་ལ་སོགས་པ་ལ་གནོད་པ་བྱས་སོང། ཡང་ན་ཁོས་ང་ལ་གནོད་པ་བྱེད་པར་འཇུག་གི་རེད་ཟེར་ནས། ད་ཀུན་ནས་མནར་སེམས་ཀྱི་གཞི་འགོས་སོ་ཡ་གཅིག་ཡོད་བ། སྤྱོད་འཇུག་ནང་ལ། སྤྱོད་འཇུག་རྩ་བའི་ནང་ད་གས་ཡོད་མ་རེད་སྤྱོད་འཇུག་འབྲེལ་བ་དེ་ནས་སོང་ཡོང་བ། དེ་ཡིན་དུས་ག་རེ་ཡིན་དགོས། བདག་ལ་གནོད་པ་བྱས་སོ། བྱེད་པར་འགྱུར་རོ། བྱེད་བཞིན་པའོ། བདག་ལ་དམིགས་ནས་གསུམ། བདག་གི་ཕ་མ་ལ་སོགས་པ་ལ་གནོད་པ་བྱས་སོ། བྱེད་པར་འགྱུར་རོ། བྱེད་བཞིན་པ་ཟིན་ནས་གསུམ་དྲུག། དེ་ནས་བདག་གི་འདྲ་བོ་ལ་ཕན་བཏགས་སོགས་འདོགས་པར་འགྱུར་རོ། བདག་བཞིན་པའོ་ཟེར་ནས་འདྲ་བོ་ལ་མོས་པའི་གིས་གསུམ་བྱས་ནས་འཕགས་སོ་ཀུན་ནི་མནར་སེམས་ཀྱི་གཞི་དགོས་ཟེར་གྱི་ཡོད་པ། ད་ཀུན་ནི་མནར་སེམས་ཀྱི་གཞི་དགོས་ཅེས་ས་འདྲ་བོ་དེ་ཡིན་ན་སྤྱོད་འཇུག་ནས་གསུངས་པ་དེ་ཡིན་ན། གཙོ་བོ་གང་ཟེར་ན་སེམས་ཅན་ལ་དམིགས་ནས་དེ་ནི་ཀུན་ནས་ནར་སོན་པའི་གཞི་བཅས་ཡོང་དུ་དེ་བྱེད་དུ་ཙང་ནི་སེམས་ཅན་རྣམས་དང་ཟེར་ཡ་དེ་རེད་ད། སེམས་ཅན་རྣམས་དང། དེ་ནི་དེ་བཞིན་དུ་ཡང་མཚམས་མཚམས་སྡུག་བསྔལ་ལ་དམིགས་ནས་ང་ཚོ་ཞེ་སྡང་སྐྱེ་གི་རེད་བ། ཨ་ན་མགོ་ན་ཅིག་བྱེད་དུ་ཙང་གང་ཞིག་དེ་ན་ཚ་དེ་ཟེར་ན་ད་དེང་སང་ང་ཚོ་འཛམ་བུ་ལ་མི་ཚང་མ་ད་ལྟ་འདིའི་ཏོག་དབྱིབས་ན་ཚ་དེ་ལ་ཞེ་སྡང་ལངས་བསྡད་པའི་དུས་ཚོད་རེད་བ་དེ་ཡིན་དུས་ཀོ་ཞེ་སྡང་ལངས་གི་འདུག་བ་དེ་འདྲ་ཡིན་ཙང་ན་ཚ་ཟས་དེ་རེད་ད་སྡུག་བསྔལ་ལ་སྡུག་བསྔལ་ཟས་དེ་གིས་ནད་ན་ཚ་དང་ད་གློ་བུར་གྱི་འཆར་སྒོ་ལ་སོགས་པ་ལ་དེ་ནས་ཞེ་སྡང་བྱེད་པ་འོ་དེ་འདྲའི་སྡུག་བསྔལ་དང། དེ་ནས་སྡུག་བསྔལ་གྱི་གནད་ཀྱི་ཆུ་ཟས་ཡིན་དུ་ཚང་ནས་ང་ཚོ་མཚམས་མཚམས། དེ་ནས་མཛུ་གུ་དེ་འདྲའི་རྩེད་མོ་རྩེས་ནས་དེ་ནས་འཕྲོ་བརླག་ཆགས་ཡིན་དུ་ཚང་ན་ཡང་ཕ་གིའི་དེ་ཚུལ་ཞུ་མཁན་དེ་ལ་ང་ཚོ་ཁོང་ཁྲོ་ཟ་ཡ་བྱེད་ཀྱི་རེད་བ་ད། རེད་བ། དེ་ཡིན་དུས་ང་ཚོ་ཁོང་ཁྲོ་ཟ་ཡ་བྱེད་ཀྱི་ཡོང་གི་འདུག་བ་ད་དེ་དུས་ཚང་ནས་སྡུག་བསྔལ་གྱི་གནད་ཀྱི་ཆུ་ལ་མིན་ནས་ཁོང་ཁྲོ་ཟ་བ། སྡུག་བསྔལ་ཡོངས་བསལ་གྱི་གནས། ད་ཅིག་ས་རྡོ་སེམས་ཅན་སེམས་ཅན་མ་ཡིན་པ་དག་སུ་དང་སུ་ཡིན་ན་ཡང། དེ་ནི་དེ་ལ་ཅིག་དང་ཡང་ན་ལག་པ་ཕོག་བ་ཡང་ན་རྐང་པ་ཕོག་བ་ཡང་ན་ཅིག་གཟུགས་པོ་ཆ་ཤས་ཕོག་ཡོང་དུས་ཙང་ནས་ལམ་སྲང་ཁུ་འབར་ཡོང་ཡང་འདྲ་བོ་ཅིག་བཟོ་ཡོང་དུས་དེ་དུས་སྡུག་བསྔལ་གྱི་གནས་ཀྱི་ཆུ་ལ་དེ་ནི་ཁོང་ཁྲོ་ཟ་ཡོང་གི་ཡོད་རེད་བ། འོ་དེ་འདྲའི་རྣམ་པ་གསུམ་ལ་དམིགས་ནས།

འཕགས་པས་ན་ལམ་སང་ལན་སྤྲད་ཡ་འདྲ་བོ་དེ་དག་དེ་ཚོ་ལ་དེ་ནི་འཇུག་བཅུག་མ་རེད་གསུངས་པར་བརྟེན་བྱེད་པའི་ལས་ཅན་ནོ། ད་དེ་ནི། གཏི་མུག་མེད་པ་ཟེར་ཐག་ལ། གཏི་མུག་མེད་པ་གང་ཞེ་ན་རྣམ་པར་སྨིན་པ་ལས། རྣམ་པར་སྨིན་པ་ལས་སམ། ལུང་ལས་སམ། བསམ་པ་ལས་སམ། རྟོགས་པ་ལས་ཤེས་ཤིང་སོ་སོར་བརྟགས་པ་སྟེ་ཉེས་པར་སྤྱོད་པ་ལ་མི་འཇུག་པ་བསྟན་པའི་ལས་ཅན་ནོ་གསུངས། ལས་དང་གཏི་མུག་མེད་པར་ཟེར་ཡང་དེ་ཡང། དེ་ནས་ད་ལྟ་འདི་ཡང་ད་ཅིའི་གོང་དུ་ཞུས་པ་ནང་བཞིན་བྱས་ནས་གཏི་མུག་གི་གཉེན་པོ་ལ་འགྲོ་མཁན་དེ་ལ་ངོ་འཛིན་དགོས། རེད་དེ། དེ་ཡིན་དུས་ད་འདི། ང་ཚོ་འདིར་བ། དཔེར་ན། གཏི་མུག་མེད་པར་སོང་ཡང་དེས་ཕལ་ཆེར་དེ་ནི་སེམས་བྱུང་རྫས་ཡོད་ཀྱི་ནང་ནས་སེམས་བྱུང་རྫས་ཡོད་དང་བཏགས་ཡོད་ནང་ནས་ཕལ་ཆེར་འདི་བཏགས་ཡོད་ཡིན་གྱི་ཡོད་ས་ཡོད། འོ་ཡ་ད་གང་ཡང་གང་ལྟར་ཡང་དེ་ལྟར་གཏི་མུག་མེད་པར་ཟེར་ཡང་འདི་དེ་ནི་རྣམ་པར་སྨིན་པ་ལས་སམ་གསུངས་འདུག། འགྲོ་བ་རྣམ་པར་སྨིན་པ་ལས་སམ། རྣམ་པར། དེ་ཡིན་དུས་འོག་དེ་ན་རྣམ་པར་སྨིན་པ་ལས་སོ་སོར་བརྟགས་པ་ཟེར་ཡང་སྦྱར་དགོས་རེད། ལོང་ལས་སོ་སོར་བརྟགས་པ། བསམ་པ་ལས་སོ་སོར་བརྟགས་པ། རྟོག་པ་ལས་སོ་སོར་བརྟགས་པ་ཟེར་དང་ཤེས་བཞིན་སོ་སོར་བརྟགས་པ་ཟེར་དུ་རེ་ལ་ཡང་སྦྱར་ཡོང་དུས་ཚང་ནས་དང་པོ་དེ་ནི་ད་ལྟ་འདི་ལྟ། རྣམ་པར་སྨིན་པ་ལས་སམ་ཟེར་ཡོང་དུས། དཔེར་ན། སྔོན་མ་དེ་ནི་ད་ལྟ་འདི་ལྟ། ཅིག། ཐོས་བསམ་ལ་སོགས་པ་ལྟ་བུའི་རྒྱུ་ལ་འབད་བརྩོན་དེ་འདྲ་ཞིག་བྱས་ཡོད་འདུག་ཙང་ནས་དེའི་རྣམ་པར་སྨིན་པ་ལས་བྱུང་བའི་དེ་ནི་སྐྱེས་ཐོབ་དེ་འདྲའི་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་དུས་སྐྱེས་ཐོབ་ཀྱི་ཤེས་རབ་ཟེར་ཡང་འདྲའོ། དེས་ན་དེ་ལུས་རྣམ་པར་སྨིན་པ་ལས་བྱུང་བ་ཟེར་ཡང་རྣམ་པར་སྨིན་པ་ལས་སོར་བཏགས་པ་ཟེར་ཡང་འདི་ད་གཙོ་བོ་ག་ཟེར་ན་སྐྱེ་བ་སྔོན་མ་ལ་སོགས་པ་དག་ལ་གཏི་མུག་མེད་པས་ཀྱི་ལས་ལ་སོགས་པ་ལ་གོམས་འདྲིས་བྱས་འཐུས་པ་དང་བསམ་པ་དེ་འདྲ་ཞིག་དང་གཞུང་ལུགས་ལ་སློབ་སྦྱོང་དེ་འདྲ་ཞིག་བྱས་བཞག་པ་ཡིན་ན་དེའི་སྟོབས་ཀྱི་སྒོ་ནས་དེར་སྐྱེ་བ་ཕྱི་མ་ལ་རྣམ་སྨིན་གྱི་སྟོབས་ཀྱི་སྒོ་ནས་ཡང་ཅིག་གཏི་མུག་ཞེ་དྲག་མེད་མཁན་གཏི་མུག་གི་གཉེན་པོ་ལ་འགྲོ་བའི་སེམས་བྱུང་དེ་ཡར་ཤུགས་རྒྱས་པ་དེ་འདྲ་ཡོང་གི་ཡོད་སར་དེང་དུས་རྣམ་པར་སྨིན་པ་ལ་བརྟེན་ནས་བྱུང་བ་ཟེར་ཡ་དེ། དེའི་བཞིན་དུ་ཡང་ཁ་ཤས། དེ་ནས་ད་འདི་རུ་བ་ང་ཚོ་འདི་ལྟ་བ་མི་ཁ་ཤས་པས་ལྐུགས་ཤལ་ཆེན་པོ་ཡོང་ཡ་ཟེར་ཡ་ཅིག་ཡོང་གི་རུ་བ། བསླབ་ན་མ་གཏོགས་ཆོས་ནི་མི་ཤེས་མཁན་འདྲ་བོ་ཅིག་ཡིན་ན་དེ་དུས་ཕལ་ཆེར་རྣམ་པར་སྨིན་པ་ལས་བྱུང་བའི་གེགས་འདི་གཏི་མུག་མེད་པ་དེ་དག་ཞེ་དྲག་མེད་པའི་རྟགས་རེད་ད། རྣམ་པར་སྨིན་པ་ལས་བྱུང་བའི་གཏི་མུག་མུན་པ་ཟད་དེ་མེད་པའི་རྟགས་རེད་བསླབ་ཏུ་གོ་ཚང་མ་བསླབ་ཏུ་གོ་ཡ་ཞིག་ཡིན་ན། ད་ཡང་ཁ་ཤས་ཁ་ཤས་འདི་ལྟ་བ་ཅིག་ག་རེ་ཡིན་ན་ཞེ་དྲག་བསླབ་མི་དགོས་བ་ཅིག་སོ་སོའི་གི་དེ་ནས་རིག་པའི་གི་ཐོག་ནས་རྣམ་དཔྱོད་གི་རྩར་གི་ཐོག་ནས་ཁོ་རང་བཞིན་གི་ཧ་གོ་ཐུབ་མཁན་འགྲོ་བ་ཅིག་ཡོད་ན་དེ་དུས་རྣམ་པར་སྨིན་པ་ལས་བྱུང་བའི་དེ་ནི་གཏི་མུག་མེད་པ་ཟད་དེ་ཆགས་ཡོད་ས་རེད་དེ་ཡིན་དུས་ད་གཏི་མུག་མིན་པ་དེ་ལ་དབྱེ་བ་མང་པོ་ཡོད་རེད་གསུངས་པ་རེད་རྣམ་པར་སྨིན་པ་ལས་བྱུང་བའི་གཏི་མུག་མེད་པ་དེ་འདྲས་དེ་ནི་ལུང་ལ་བརྟེན་ནས། ད་ཡང་ཅིག་སོ་སོ་ལ་རྣམ་སྨིན་དེ་ནས་མ་ཡིན་ན་ཡང་གཞུང་ལུགས་དེ་འདྲས་ལ་འཐུས་པ་བྱས་ནས། ད་འཐུས་པ་ཟེར་ཡོད་འདུག་ཙང་ནས་ང་ཚོ་ཕྱི་ཐང་འཚམས་འཚམས་འཐུས་པ་ཟེར་ཡོད་འདུག་ཙང་ནས་བཤད་ནས་ཉན་པ་དེ་ལ་འཐུས་པ་ཟེར་ཡོད་རེད་བ། དེ་གཅིག་པུ་མར་བ་འཐུས་པ་ཟེར་ཡ་འདི་སོ་སོ་རང་ཉིད་ཀྱི་དེ་ནས་དཔེ་ཀློག་བརྒྱབ་པ་དེ་ཚོ་ཡང་འཐུས་པའི་ཁོངས་སུ་གཏང་དགོས་རེད། དེ་ནས་དགེ་རྒན་ལ་སོགས་པ་ལྟ་བུ་དང་དགེ་བའི་བཤེས་གཉེན་ལ་སོགས་པའི་མདུན་ནས་ཚུར་གོ་བ་ལྟ་བུ་དེ་ཡང་འཐུས་པ་ལ་གཏང་དགོས་རེད་དེ་ནས་འཐུས་པ་དེ་ལ་རིགས་གཉིས་ཡོང་འདུག་བ། འོ་དེ་བྱེད་དུས་ད་དེ་འདི་ལ་བརྟེན་ནས་བྱུང་དེ་ནི་གཏི་མུག་མིན་པའི་སེམས་འབྱུང་ཡང་སྐྱེ་ཡ་ཐོས་པ་ལས་བྱུང་ད་ལྟ་འདི་ལུང་ལས་སམ། དེ་ནས་བསམ་པ་ལས་བསམ་པ་ཟེར་ཡ་ད་སོ་སོ་གི་རྒྱུ་མཚན་རྩད་གཅོད་བྱས་ནས་རྒྱུ་མཚན་ཞིབ་འཇུག་བྱས་ནས། འོ་དེ་འདི་བསམ་པ་ལ་བརྟེན་ནས་བྱུང་བས་དེ་ནི་གཏི་མུག་མིན་པའི་བློ། དེ་ནས་རྟོགས་པ་ད་དངོས་གནས་ཀྱི་སྒོམ་བརྒྱབ་ནས་གནས་ལུགས་ཡང་དག་པ་ཞིག་རྟོགས་ཐུབ་སོང་བ་ཡིན་ན་ད་དེ་དུས་དོགས་ཞོར་དེར་བ་རྟོགས་པ་ལས་ཤེས་བཞིན་སོ་སོར་བརྟགས་པ་དེས་ད་དེ་འདྲས་ཀྱི་གཏི་མུག་མེད་པ་དེ་ཡོད་སོང་བ་ཡིན་ན་ཉེས་པར་སྤྱོད་པ་ལ་མི་འཇུག་པའི་རྟེན་བྱེད་པས་དེ་ནི་ལས་ཅན་དེ་འདྲས་ཞིག་རེད་ཟེར་ཡ་དེ་རེད། ངོ་ཡང། འོ་ད་དེ་གི། དེ་ནི་གཏི་མུག་མིན་པ་ཟེར་ཡ་དེ། ད་དེའི་མཇུག་ལ་དེ་ནི་བརྩོན་འགྲུས་རེད། བརྩོན་འགྲུས་གང་ཞེ་ན། གོ་ཆ་དང་སྦྱོར་བ་དང་མི་འགོང་བ་དང་མི་དོར་བ་དང་ཕྱོགས་པར་མི་འཛིན་པ་ལ་སེམས་ངོམས་པར་སྤྲོ་བ་སྟེ། ད་བརྩོན་འགྲུས་ཀྱི་དབྱེ་བ་རྣམས་བྱོན་སོང་དེ་ཡང་དེ་ཚོ་གསུང་གི་ཡོད་རེད། ད་བརྩོན་འགྲུས་ཟེར་ཡ་དེ། སྤྱི་དང་དེ་ནི་དེ་དང་དེ། མདོ་སྡེ་ཅན་གྱི་ནང་ནས་སྒེར་ལ་ཡང་དག་སྤྲོ་བ་དང་ཟེར་ནས་གསུངས་ཡོང་གི་ཡོད་རེད་སྤྱོད་འཇུག་གི་ནང་དུ་བཙོན་ཁང་སྒེར་ལ་སྤྲོ་བའོ་གསུངས་དང་བཙོན་འགྲུས་དེ་མང་ཆེ་བ་ཅིག་གཞུང་ལུགས་ཀྱི་ནང་ནས་ངོས་འཛིན་གནང་ཡོད་དུས་ཙང་ནས་བཙོན་འགྲུས་ཟེར་ཏེ་དགེ་བའི་ལས་ལ་སྤྲོ་བ་ཡོད་པ་དེ་ལ་བཙོན་འགྲུས་ཟེར་གི་རེད་བ། དེ་ཡིན་དུས་ཙང་ནས་བཙོན་འགྲུས་དང་འབད་བརྩོན་གཉིས་ལ་སྟེ་ཆད་པ་ཡོད་ས་རེད། མཁྱེན་ཚོགས་འབད་བརྩོན་ཟེར་ཡ་འབད་བརྩོན་ཟེར་ཡ་དེ་ང་ཚོ་ཚོང་ལས་ལ་འབད་བརྩོན་བྱེད་ཡ་ཡོད་རེད་དེ་ལ་བཙོན་འགྲུས་ཀྱི་མིང་དེ་ཐོབ་ཡ་སྟེ་ཙི་ཀ་ལས་ཁ་པོར་ད། ཚོང་ལས་ལ་འབད་བརྩོན་བྱེད་ཆོག་གི་རེད། སྡིག་པའི་ལས་ལ་འབད་བརྩོན་བྱེད་ཆོག་གི་རེད། དགེ་བའི་ལས་ལ་འབད་བརྩོན་བྱེད་ཆོག་གི་རེད་འབད་བརྩོན་ལ་ཡ་དེ་ཁྱབ་ཆེ་བ་བྱེད། དེ་ནི་ང་རང་ཚོ་ནམ་རྒྱུན་བརྩོན་འགྲུས་ཟེར་ཡ་དེ་འདྲ་ཞིག་ལ་ངོས་འཛིན་བྱེད་ཡོད་རེད་བ། ད་ད་ལྟ་འདི་ནས་ཆོས་གཞུང་ནང་གསུངས་པའི་བརྩོན་འགྲུས་འདྲ་བོ་བྱས་ན་དགེ་བའི་ལས་ལ་དཔེ་སེམས་སྤྲོ་བ་ཡོད་པ་ཅིག་ལ་དེ་ནི་བརྩོན་འགྲུས་གསུངས་ཡོང་ད་ད་ལྟ་དགའ་ཚོར་བ་དེ་རེད། དེ་བྱེད་དུས་ཙང་ནས་བརྩོན་འགྲུས་གང་ཞེ་ན། དེ་ནི།

བར་གྱི་གསར་བརྗེ་མཐའ་ཡི་གསར་བརྗེ། ཞེས་ཀྱི་ཟླ་བ། སྟེང་གི་གསར་བརྗེ་ཆུ་ལྟ་བུ་མཐུར་དུ་འབབ་པའི་གསར་བརྗེ་ཟེར་གྱི་རེད། ལེགས་སོང། ད་དེ་འདྲ་བོ་ག་རེ་རེད་ཟེར་ན། གོ་ཆ་ལ་སེམས་མངོན་པར་སྤྲོ་བ་སྟེ། ལབ་ན། དེ་ནི་གཞན་དག་ལ་མེད་ན་གོ་ཆ་ལ་སེམས་མངོན་པར་སྤྲོ་བ་སྟེ། སྦྱོར་བ་དང་མི་འགོང་བ་དང་མི་དོ་བ་དང་ཆོག་པར་མི་འཛིན་པ་ལ་འོ་ཟེར་ལབ་ཡོད་ན། དེ་དུས་སེམས་མངོན་པར་སྤྲོ་བ་དེ་ཐོག་མའི་གསར་བརྗེ་བརྒྱབ་སོང་འདུག་ཟེར་ན་ད་ཐོག་མའི་གསར་བརྗེ་དེ་ཆུ་ནང་བཞིན་ཤར་མ་མཐུར་ལ་འོ་དེ་ཚོར་མ་བཀབ་དགོས་རེད།

ཨཱ་ཡ། ད་ནི་བར་ད་ནི་ཐ་མའི་སར་གྱིས་འདུལ་བ་སེམས་མངོན་པར་སྤྲོ་བ་སྟེ། ད་དེ་གསུངས་དུས་སང་ནི་དང་པོ་གོ་ཆའི་བརྩོན་འགྲུས་གསུངས་འདུག་བ། གོ་ཆའི་བརྩོན་འགྲུས་དེ་ག་རེད་ཟེར་ན་དམ་བཅའ་དེ་རེད། ང་ཚོ་འདི་ཕར་ཕྱིན་གྱི་སྐབས་སུ་ག་རེ་གསུང་གི་ཡོད་གོ། གོ་སྒྲུབ། མཇུག་སྒྲུབ། དེ་ག་རེའོ། གོ་སྒྲུབ་འཇུག་སྒྲུབ། ཚོགས་སྒྲུབ། ངེས་འབྱུང་གི་སྒྲུབ་པ་ཟེར་ན་སྒྲུབ་པ་ཡེ་ཤེས་ཤེས་ཡོང་གི་ཡོད་པ། ད་གོ་སྒྲུབ་དང། འཇུག་སྒྲུབ་གཉིས་པོ་དེ་བརྩོན་འགྲུས་ཀྱི་ངོ་བོ་ཉིད་དུ་གྱུར་པ་ཡིན་གྱི་ཡོད་པ། སྐབས་དེ་དུས་ལེ་ལོས་ཀྱི་གཉེན་པོ་ལ་དེ་ནི་སྒྲུབ་པ་གསུངས་ཡོང་གི་ཡོད་པ། བསམ་པའི་གོ་བགོ་བ་གོ་ཆའི་བརྩོན་འགྲུས། སྦྱོར་བས་ཉམས་སུ་ལེན་པ་སྦྱོར་བའི་བརྩོན་འགྲུས་གསུངས་གདའ་བ་དེ་ཡང་དག་ཟླ་གཅིག་པ་རེད། གོ་སྒྲུབ་ཟེར་ཡ་དེ་ངས་དགེ་བ་རྒྱ་ཆེན་པོ་ཅིག་ལྷག་པ་སློབ་གཉེར་ཡང་དག་པ་ཅིག་སློབ་སྦྱོང་ཡག་པོ་ཅིག་དཔེ་ཆ་ཡག་པོ་ཅིག་བཏགས་ཡིན་བསམ་ནས་སོ་སོ་སོ་སོ་སེམས་ཀྱི་ནང་ལ་དམ་བཅའ་བྱས་ཡང་ནས་ཡང་དུ་བྱས་པ་དེ་ལ་གོ་ཆའི་བརྩོན་འགྲུས་སུ་ལག་ཡོད་རེད། དེ་ཡིན་དུས་དེ་དང་གཅིག་དེ་ལ་སེམས་མངོན་པར་སྤྲོ་བ་བཏབ་མ་ཐུབ་ན་ཡང། དེ་ནི་དམ་བཅའ་བྱས་པའི་སྤྲོ་བ་ཡིན་ནོ་ཨོ་ཟེར་ད་ད་འདའ། ད་གོ་སྦྱོར་བ་བརྩོན་འགྲུས་དེ་དང་དུ་རྗེས་སླེབས་ཡོད་པ་དང་པོ་གོ་ཆའི་བརྩོན་འགྲུས་ང་ཚོ་ཕལ་ཆེར་གོ་ཆའི་བརྩོན་འགྲུས་མེད་ཡོད་འདུག་ཙང་དེ་ལ་སྦྱོར་བའི་བརྩོན་འགྲུས་ཡང་སླེབས་ཡོད་མ་རེད་ག་ཚོད་དང་པོ་སྤྲོ་སྣང་ཞེ་དྲག་ཡོང་མ་རེད། དངོས་གནས་མཚམས་མཚམས་དཔེ་གཅིག་འདི་གར་བཟོ་གི་རེད། ཤེས་ལྡན་ནང་ལོགས་འདྲ་བོ་གཅིག་ནི་ང་ཚོ་དཔེ་ཆ་ལྟ་སྟངས་འདྲ་བོ་གཅིག་བྱས་ཡོང་དུས་ཙང་ནི་ལྟ་འདི་འདྲའི་བག་ལྟ་དུས་ཙང་ནི། སློབ་ཕྲུག་ཡིན་ན་རེད་དགེ་རྒན་ཡིན་ན་རེད་གང་ལྟར། རྩེད་མོ་འགྲན་སྡུར་ཐོག་ལ་ང་ཚོ་རྗེན་བཞག་ནས་རྩེད་མཁན་དཔེ་མང་འདུག་ཕལ་ཆེར་མང་ཆེ་བ་རྩེད་གི་འདུག་ཡིན་ནའང་སློབ་སྦྱོང་གཅིག་གི་ཐོག་ལ་རྗེན་བཞག་ནས་རྩེད་མཁན་མི་འདུག་དགེ་བའི་ངོས་ནས། ཡང་ད་དེ་རིང་ང་ཚོ་འདིའི་དྲི་བ་འདི་འདྲའི་གཅིག་གི་ཐོག་ལ་ང་ཚོ་རྗེན་བཞག་གི་འདུག་སུ་ཐོབ་ན་དེ་གིས་ཟ་གི་འདུག་ཡིན་ན་དེ་ཇི་འདྲ་ཐོན་གི་མི་འདུག། དེ་འདུས་རྟ་སྟེ་ག་རེ་འགྲོ་ཆགས་བདེ་ཡོད་ན་གང་ཞིག་རོ། དེ་ལྟ་ཅི་དང་ཁོ་མིག་གི་འགྲོ་སྟངས་འགྲོ་ཅན་གྱི་དངོས་གནས་བྱས་ན། ཁོ་ཅིག་རྩེད་མོ་ཐོག་ལ་རྒྱན་ཚད་ཆེ་ན་འགྲོ་བ་ནང་བཞིན་ཁྱེད་རང་སློབ་སྦྱོང་ཐོག་ལ་རྒྱན་ཚད་ཆེ་འགྲོ་ན་ཡག་པོ་ཆགས་ཀྱི་རོ། གང་ཟག་ཨེ་ན་ཡོང་དགོས་ཡ་སྟེ། རྩེད་མོ་བསླབ་ཡ་ཆེད་དུ་སླེ་ཡོད་མ་རེད་ཁ་སང་སློབ་སྦྱོང་བྱེད་ཡ་ཆེད་དུ་སླེ་རོ། འོ་དེ་འདྲ་ཡིན་དུས་ཙང་ནས། ད་དང་པོ་གོ་སྒྲུབ་དེ་ལྟེ། སྐྱོ་བོ་ཆགས་ཡོང་དུས་ཙང་ནས་དེ་ནས། དོན་དམ་འདི་ནི་གོ་ཆའི་བརྩོན་འགྲུས་དང་སྤྱི་བོ་ཆགས་ཡིན་དུ་ཙང་ནི་དེ་ནི་སྦྱོར་བའི་བརྩོན་འགྲུས་དང་མི་འགོང་བ་དང་མི་དོར་བ་དང་ཆོག་པར་མི་འཛོལ་བརྩོན་འགྲུས་གསུམ་བརླག་འགྲོ་འོ་དེ། བ་ཡ། དེ་ནི་དང་པོ་དངོས་གནས་གོ་ཆའི་བརྩོན་འགྲུས་དེ་སྤེལ་དགོས་འོ་ད། བ་ཡ། ད་གོ་ཆའི་བརྩོན་འགྲུས་ཟེར་ཡིན་དུ་ཙང་ནི། དེ་ནས། དགེ་བ་རྒྱ་ཆེན་པོ་སྒྲུབ་སྙམ་པ་ད་ང་ཚོ་དགེ་བ་ཡིན་ན་རེད་སློབ་སྦྱོང་རྒྱ་ཆེན་པོ་ཅིག་སློབ་སྦྱོང་ཡག་པོ་ཅིག་སྤུས་ཀ་དག་པོ་ཅིག་ངས་བྱེད་ཀྱི་ཡིན་བསམ་པའི་གི་བསམ་པ་བརྟན་པོ་ཡོད་པ་ཅིག། དེ་བྱས་ནས་དེ་ནས་འཇིག་རྟེན་གསུམ་ཀུན་གྱི་རྣམ་ཐར། རྨ་བྱ་སེང་གེའི་རེ་བའི་རྨ་བྱ། རྣམས་ལ་འདི་གསུངས་ཏོ། མི་འགའ་འདིར་ཅི་ཕྱིར་ཡོང་བ་ཡིན་ཏེ་བསམ་བློ་བཏང་གསུངས་ཏོ། དང་པོ། འགྲོ་འོང་ཐིག་ལ་སླེབས་མཁན་ཁྱོད་རང་ཚོ་ཚང་མ་ད་ཐིག་གསུངས་མཁན་དེ་སྤྱན་སྔ་ཤེས་རབ་འབྱུང་ནས་རེ་བ། མི་འགའ་འདིར་ཅི་ཕྱིར་ཡོང་བ་ཡིན་ཁྱོད་ང་ལ་བསམ་ནས་ཡོང་བ་ཡིན། དེ་བྱེད་དུས་ཚོད་ནི་ཁྱོད་རང་ཚོ་འདི་ན་ཡོང་དགོས་ཡ་དེ་གར་ཕྱིན་ནས་ཡོང་བ་ཡིན་ཏེ་བསམ་བློ་བཏང་དགོས་རེད། དང་པོ་དེ་ཡང་ན་ཡང་འདོད། ཁ་སང་ཁྱོད་རང་ཚོ་ཁ་ལག་མ་རག་ནས་སླེ་ཡོང་ཆོག་ནི་མར་བ། དེ་ནས་ཅིག་བསྡད་ས་མེད་ནས་སླེ་ཡོང་ཆོག་ནི་མར་བ། དེ་གསུངས་འདུག་འཇིག་རྟེན་གསུང་འགོ་གི་དུས་དུས། དེ་ཡིན་དུས་ད་ཁྱོད་རང་ཚོ་ག་རེ་བྱེད་ཀ་ལས་རེད་བསམ་ན་ངའི་རྩ་ནས་ཆོས་ཅིག་ཐོབ་ན་བསམ་ན་ཁྱོད་རང་ཚོ་སླེ་ཡོང་བ་རེད་བ། དེ་བྱེད་དུས་ཙང་ད་འདི་ན་སླེ་ནས་ཆོས་བྱེད་དགོས་རེད་ད། འོ་དེ་གསུངས་པར་བ་དེ་ནང་བཞིན་ཡིན་དུས་ཙང་ནི་ང་ཚོ་བོད་ནས་བཤད་གྲྭ་ལ་སླེ་མཁན་འགྲོ་ཅིག་ན་བཤད་གྲྭ་ལ་གར་བྱེད་ནས་སླེ་རེད་ཟེར་ཡ་དེ་མཚམས་ཚོང་དེ་བསམ་བློ་བཞེས་དགོས་རེད། ང་འདི་ལ་གར་བྱེད་ནས་སླེ་རེད་ཟེར་ཡ་འགྲོ་ཅིག། དེ་ག་རེ་བྱས་ནས་སླད་རེད་ཟེར་ཡ་ཞིག་བསམ་བློ་ཅིག་བཏང་ཐུབ་སོང་བ་ཡིན་ན། དེ་ནི། དེའི་དམིགས་ཡུལ་དེ་གི་ཐོག་ནས་དམིགས་ཡུལ་དེར་འགྲོ་ཡ་ལ་ངས་ག་རེ་བྱེད་དགོས་རེད་ཟེར་ཡ་གི་དེ་ནི་བསམ་བློ་གཉིས་པ་དེ་ལས་ཀི་རུ། བསམ་བློ་དང་པོ་ང་འདི་ན་ག་རེ་བྱས་ནས་སླད་རེད་ཟེར་ཡ་དེ་མེད་ཡོང་དུས་ས་ནས་དེ་ནི་བསམ་བློ་གཉིས་པ་ངས་བསྒྲུབ་དགོས་ཡ་ག་རེ་རེད་ཟེར་བསམ་བློ་དེ་འཁོར་ཁོ་རང་མ་རེད་དེ། འོ་དེ་འདྲ་ཡིན་ནུས་དེ་ད་ཐང་པོ་གོ་སྒྲུབ་དེ་གལ་ཆེན་པོ་རེད་ཨ་ཡ། འོ་གོ་ཆེད་སྒྲུབ་པ་ད་དེའི་མཇུག་ལ་དེ་ནི། ཅིག་དེར་བ་སྦྱོར་བ། ད་གོ་ཆ་དེ་འདྲས་ཅིག་ཡོད་གསུངས་དུས་ཙང་ནས་ད་གང་ཐུབ་ཅི་ཐུབ་ཀྱིས་ཁོ་ལས་ཀ་དེའི་ཐོག་ལ་ལམ་ཁ་དེའི་ཐོག་ལ་སྦྱོར་ཡོང་གི་ཡོད་རེད་དེ། དེ་བྱས་ནས་དེ་ནས་ནང་ཆོས་ནང་ལ་སོང་དུས་ཞོ་སྐད་ཀྱི་འཕེན་པ་དེ་དཔེ་གལ་ཆེན་པོ་རེད་གསུངས་འདུག་བ། ཞོ་སྐད་ཡག་གཉིས་ཟེར་མ་ཐག་ཏུ་དེ་ནས་ཅིག་བདག་ལ་སྡང་བར་བྱེད་པའི་དགྲ་གནོད་པར་བྱེད་པའི་གི་ཐར་བ་ཐང་ཆེན་བོ་དང་བཅོས་པར་བྱེད་པ་ཐང་ཆེན་གཙོས་བྱེད་པ་སའི་གི་བདག་དང་མ་གི་བསམ་བློ་འདྲ་བོ་ཅིག་འཁོར་སོང་བ་ཡིན་ན་ཉི་མ་དེའི་ཉིན་གང་ལས་ཀ་ཚང་མ་དེ་དེ་ཡང་འབྲེལ་བ་ཅིག་ཆགས་འགྲོ་གི་རེད་གསུངས་འདུག་བ་འཕེན་པའི་དབང་གིས།

ཡང་མཚམས་མཚམས་གོ་ཆའི་བརྩོན་འགྲུས་དེ་ཡག་པོ་བྱེད། འགྱུར་བའི་བརྩོན་འགྲུས་ཆུ་ནི་མ་བསྐྱིལ་ན་སུམ་ཅུ་ཆག་གི་རེད་ཟེར། གང་ཟག་དང་པོའི་ཤེའུ་ཅིག་མ་འཇོན་ན་འཇོན་ཚོགས་ཅན་དམ་བཅའ་ཆེན་པོ་ཤེའུ་ཅིག་བཟོ། སླེ་བའི་སྐབས་སུ་འགྱུར་བ་ཆུ་ནི་མ་བསྐྱལ་ན་དེ་ནི་གྲུབ་འབྲས་ཐོན་ཡོང་གི་མ་རོགས་ཡ། འོ་དེ་ཡིན་དུས་ད། གོ་ཆའི་བརྩོན་འགྲུས་དང་འགྱུར་བའི་བརྩོན་འགྲུས་གཉིས་ཀ་ཡོད་པའི་ཐོག་ནས། ཡིན་ན་དེ་ནི་མི་འགོང་བ་བརྩོན་འགྲུས་དེ་སྐྱེ་ཡོང་གི་རེད་དེ་མི་འགོང་བ་བརྩོན་འགྲུས་ཟེར་ཏེ་སེམས་ཤུགས་མི་ཆག་པ་བརྩོན་འགྲུས་ཟེར་གི་རེད་ད། ཡང་ནས་ཡང་དུ་སེམས་ཤུགས་མི་ཆག་བ། ད་ངས་དངོས་གནས་ན་ནིང་ནི་ང་ད་ལོ་དེ་དྲག་ལོ་དང་ན་ནིང་ངས་འདི་ཧ་གོ་ད་ལོ་ངས་འདི་ཧ་གོ་སོང་ཟེར་མཁན་སོང་ད་ནི་ཁོ་སེམས་ཤུགས་འཕར་འཕར་འཕར་འཕར་འགྲོ་འགྲོ་བར་དེ། དེ་འདུག་མི་འགོང་བ་དང། ད་མི་འགོང་བ་འདུག་ཙང་དེ་ནས་མི་དོག་པ་ཙི་འགྲོ་ལས་ཡིན་དགོས་ད། སེམས་ཤུགས་ཆག་ཙང་ལ་དོག་འགྲོ་བར། དེ་ནས་ག་ལེ་ག་ལེ་དགོངས་པ་གཅིག་ཤོད་གཉིས་ཤོད་ཅེས། ད་རེས་ཁ་སང་ང་ཚོས་རྟག་པར་དགོངས་པ་ཞུ་ཐལ་ག་རེ་ཡིན་གོ། སོག་ནག་ཡུལ་དུ་གྲོགས་ཁོ་ནག་ཡུལ་དུ་མགོ་ནག་ཡུལ་དུ་སུ་དགོངས་པ་ཞུ་དགོངས་པ་ཞུ་གང་ཚོགས་བྱུང་ད་ང་རྩ་དགོངས་གནང་རོགས་ཞེས་ལ་ཡ་དེ་ག་གླེང་དགོས་རེད་དེ། དེ་འགྲོ་འགྲོ་རེད་དེ་དེ་དུས་ཕྱིར་ལྡོག་ཚར་རེད་ད། དེ་འདྲ་ཡིན་ཙང་གོ་ཆའི་བརྩོན་འགྲུས་སྦྱོར་བའི་བརྩོན་འགྲུས་མི་འགོང་བའི་བརྩོན་འགྲུས་ཡོད་པས་ཡིན་ན་དེ་ནས་མི་ཐོབ་པའི་བརྩོན་འགྲུས་ལ་ཡ་དེ་གླེང་ཡོང་གི་རེད། ད་ངས་ག་རེ་ཡིན་ན་ལས་ཅི་ལ་ཐུག་ན་ཡང། ད་ནས་ད་ད་འདི་གཅིག་དེ་གར་སོ་གོ་རེད། གྲུབ་འབྲས་ཐོན་པ་ཅིག་བྱེད་ཀྱི་ཡིན་ཟེར་ན་དེ་ནི་སེམས་ཤུགས་དེ་ཡང་ཉིན་རེ་ཉིན་རེ་འཕར་འགྲོ་གི་རེད་ཟེར་མི་དོ་བའི་བརྩོན་འགྲུས་ཟེར། ད་མི་དོ་བའི་བརྩོན་འགྲུས་དེ་ཚོ་ཆ་ཚང་ཡོད་ན་དེ་ནི་ཆོག་པར་མི་འཛིན་པའི་བརྩོན་འགྲུས། ད་ག་དུས་ཡིན་ན་ཁོ་ཅིག་དཔེ་ཆ་གཅིག་གི་ཐོག་ལ་ཁོ་མིག་དེ་རང་བཞིན་གྱི་ཤོར་འགྲོ་ཡ་ཅིག། དགེ་བ་སྒྲུབ་མཁན་གཅིག་ཁ་འདོན་བྱེད་མཁན་གཅིག་ཡིན་ན་རྟག་པར་ཁ་འདོན་དེ་ག་ལ་ཤོར་འགྲོ་ཡ་འགྲོ་གི་ཅིག། ད་དེ་ཡིན་དུས་གང་ལྟར་ལེགས་ཕྱོགས་ཀྱི་ཐོག་ལ་དེ་ནས་དཔེ་ཅིག་ད་ཆོག་ཤེས་མེད་པ་ཞིག་ཆགས་ཡོང་གི་རེད་ཆོག་པར་མི་འཛིན་པ་ལ་ཨོ་ད་དེ་འདྲའི་ཅིག་ལ་དེ་ནས་སེམས་ངོམ་པར་སྤྲོ་བ་དེ་ལ་བརྩོན་འགྲུས་ཟེར་གི་རེད་ད་གསུངས་པར་ད་བརྩོན་འགྲུས་དེ་ལ་དབྱེ་བ་ག་ཚད་འདུག་གོ་ཆའི་བརྩོན་འགྲུས་སྦྱོར་བའི་བརྩོན་འགྲུས་མི་འགོང་བའི་བརྩོན་འགྲུས་མི་བརྡོལ་བའི་བརྩོན་འགྲུས་ཆོག་པར་མི་འཛིན་པའི་བརྩོན་འགྲུས་ཟེར་ན་བརྩོན་འགྲུས་ལྔ་གསུངས་འདུག་ཨོ་ཡ་སེམས་ངོམ་པར་སྤྲོ་བ་དེས་ད་དེ་ཡོད་ན་ག་རེ་རེད་ཟེར་ན་དགེ་བའི་ཕྱོགས་ཡོངས་སུ་རྫོགས་པར་བྱེད་པ་དང་ད་ལྷག་པ་ལྷ་མཉེས་མཐར་ཕྱིན་པ་ཆགས་ཐུབ་ཀྱི་རེད་གསུངས་པ་རེད།

ཚང་མ་མ་ཤེས་བ་ཧ་མ་འོ་བ་མ་འོ་བདེན་འགྱུར་མ་རིག་བདེན་འགྱུར་བ་ཆགས་འདུག་གདའ། འོ་དེ་ཡིན་ད་དོན་ཚོ་དེ་ཀོ་ཅིག་ལུས་དེ་ལ་ཤིན་ཅང་མེད་ཡོད་འདུག་ཙང་ནི་ལེགས་ཕྱོགས་ཀྱི་ཐོག་ལ་ལུས་ཀྱི་གོམ་པ་ཆུ་ནི་སྤོ་རོགས་བྱས་ཡོད་མ་གདའ། དེ་བྱེད་དུས་ཙང་ནི་ཁ་ཤས་ང་ཚོ་ཡོང་གི་འདུག་བ་གཉིས་ཆུ་ནི་ཁུར་རོགས་མ་བྱས་ན་འདེབས་ལོག་གིར་ཟེར་ཡ་དེ་འདྲ་ཡོང་གི་འདུག་བ། ཁོ་ཡག་པོ་གཉིས་ཁུངས་འགྲོ་ཟེར་བ་དེ་དེ་ཡིན་དུས་ད་དེ་ལུས་ཤིན་ཅང་མེད་པའི་རྒྱུ་མཚན་རེད་བ་ཁོ་དགེ་ཕྱོགས་སླེབས་ཡོད་འདུག་ཙང་ནི་དགེ་བས་ཀྱི་ལམ་ཁ་ཅིག་ཐོག་སླེབས་ཡོད་འདུག་ཁོ་གཟུགས་པོ་དེ་ཁས་ལེན་དགོས་མ་རེད་དེ་ཡིན་དུས་ཤིན་ཏུ་ཅང་བ་ཟེར་གཙོ་བོ་ལུས་སེམས་ཤིན་ཅང་གཉིས་པོ་དེ་ལ་གོ་དགོས་རུ་བ། ད་ཤིན་ཏུ་སྦྱངས་པ་གང་ཞེ་ན་ལུས་དང་སེམས་ཀྱི་གནས་ངན་ལེན་རྣམས་ཀྱི་རྒྱུན་གཅོད་པའི་ཕྱིར་གསུངས་ཏོ། ལུས་ཀྱི་གནས་ངན་ལེན། དེ་ནས་སེམས་ཀྱི་གནས་ངན་པ་ལེན་གནས་ངན་ལེན་ཟེར་ཡ་དེ་ལས་ཀ་མ་རབས་ཀྱི་ཆ་ཚང་དུ་ཟེར་གྱི་རེད་ད། ཆོས་དང་མི་མཐུན་པའི་གི་ལུས་ཀྱི་སྤྱོད་པ། ཡིད་ཀྱི་སྤྱོད་པ་ད་དེ་ཚོ་དེ་བག་སྦྱངས་སེང་བར་བྱེད་པའི་བདག་ཉིད་ཅན་གཅིག་ལ་ཤིན་སྦྱངས་ཟེར་ནས་གསུངས་པ་རེད། དཔེར་ན་དེ་ནས་གཅིག་ཕ་གཟུགས་པོ་ཉོབ་བདེ་འབྱོར་འདྲ་བོ་དང་ད་ཐང་ཆེན་བདེ་འབྱོར་འདྲ་བོ་དང་གཅིག་སློབ་སྦྱོང་གཅིག་བྱས་ཡོང་དུས་ཚང་ད་ཕལ་ཆེར་འདི་མི་འདི་ལྟར་ནད་པ་སྡུག་པ་ཅིག་ཡིན་ས་མ་རེད་གསུངས་ཚང་འགྲོ་འུ་ཐུག་ངོ་མདོག་འགྱུར་བ་ཐོན་འགྲོ་ཡ་དེ་ནས་ཡོང་དུ་བ་ད་དེ་ལུས་ཤིན་ཅང་མེད་པའི་རྒྱུ་མཚན་རེད་ད་དུ་བ། དེ་ནས་དཔེར་ན་མཚམས་འདྲ་བོ་ཅིག་བསྡད་བ་ཡིན་ན་ཡང་ད་གཅིག་མཚམས་ལ་བསྡད་འདུག་དེ་ནས་དཔེ་སྐྱོར་སྐྱོར་འགྲོ་ཡ་ད་མཚམས་བསྡད་འདུག་ན་གཟུགས་པོ་འདི་ལ་དཔེ་ཡང་རེ་ཡང་རེ་དང་གཉིད་དེ་ཚོ་ཞེ་དྲག་མྱོང་རེ་མྱོང་རེ་དང།

ཨ་ཡ། ལུས་ལས་སུ་རུང་བ་སྲིད་དུ་བརྩགས་ནས་ཅིག་ཏིང་ངེ་འཛིན་ལ་འདི་འདྲས་བྱས་ནས་དཀྲུགས་ངེས་རྡོ་རྗེ་བྱིན་རླུང་ཅན་ནི་ད་ཅིག་སྒོམ་འདྲ་བོ་སྦྱར་བ་ཡིན་ན་ཅིག་ལུས་ལ་ན་ཡ་དང་གཟོབ་ལྟ་ཤོར་ཡ་དང་ཨ་རག་ཨ་ཚ་ཆུ་ནི་བླ་མ་གོ་ཁུ་ག་དུས་ཡིན་ན་ཟོ་འདོད་བདེ་བོ་བྱས་ནས་བསྡད་དོ་ཡ་ལུས་ཤིན་སྦྱངས། ག་ཟས་ཆུ་ཚོད་ག་ཟས་ལ་སྒོམ་སྦྱར་སྦྱར་བ་ཡིན་ན་ཡང་ག་ངའི་ཆུ་ནི་སྤྲད་མི་ཐུབ་ད་ང་རང་ཚོ་འདྲ་ཅིག་ན་ཆུ་ཚོད་གཅིག་གཉིས་ཅིག་བཙོ་བཙོ་བསྡད་ན་དེ་ནི་ག་ལས་སྐེད་པར་ནང་ཡོང་མཁན་འགྲོ་ཅིག་ག་ས་ག་ནས་གཟུགས་རྒྱང་ཡོང་མཁན་འགྲོ་ཆགས་འགྲོ་གི་རོ། འོ་དེ་འདྲས་དེ་ནི་སེམས་ལ། ལས་སུ་རུང་བ་སྲིད་དུ་བརྩགས་ནས་འདི་གསུངས་དབུལ་བ་ནམ་རྒྱུན། སེམས་བཏང་ན་དམིགས་པ་ཐམས་ཅད་ལ་དེ་ནས་སེམས་འཕྲོ་དོད་པ། སེམས་དེ་བཞག་ན་རི་ཡི་རྒྱལ་པོ་ནང་བཞིན་མར་མེའི་རྩེ་མོ་ནང་བཞིན་བཞིན་གནས་དོད་པ་ཨ་དེ་འདྲའི་ཅིག་ལ་ལུས་སེམས་ཤིན་སྦྱངས་ཟེར་བའི་རེ་བ་འོ་དེ་འདྲའི་གི་དེ་ནས་ལས་སོང་བ་དེ་སྒྲིབ་པ་ཐམས་ཅད་སེལ་བའི་ལས་ཅན་ནོ། བྱེད་ལས་དེ་རེད་གསུངས་པ་རེད། ད་དེ་ནས་བག་ཡོད་པ་རེད་ད། ད་བག་ཡོད་ཟེར་ཡང་འདི་ད་བཏགས་ཡོད་རེད་ཡང་སེམས་བྱུང། བག་ཡོད་པ་གང་ཞེ་ན་མ་ཆགས་པ་དང་ཞེ་སྡང་མེད་པ་དང་གཏི་མུག་མེད་པ་བརྩོན་འགྲུས་དང་བཅས་པ་ལ་གནས་ནས་གསུངས་དུས་ད་མ་ཆགས་ད་ལྟ་བག་ཡོད་ཟེར་ཡང་འདི་ཁོ་རང་སེམས་བྱུང་རྫས་ཟུར་པ་ཅིག་ཡོད་མ་རེད། སེམས་བྱུང་མ་ཆགས་པ་དང་ཞེ་སྡང་མེད་པ་དང་གཏི་མུག་མེད་པ། དེ་ནི་ད་ལྟ་གོང་དུ་བཤད་པའི་བརྩོན་འགྲུས་སུ་ཡང་དག་དེ་ཚོ་ལ་བརྟགས་པས་ཀྱི་དེ་ནི་ད་ལྟ་འདི་སེམས་བྱུང་གི་དག་དག་ཡོད་ཅིག་རེད་གསུངས་པ་ལ་དཔྱད་པ་ན་གནས་ནས། གང་དགེ་བའི་ཆོས་རྣམས་བསྒོམ་པ་དང། ཟག་པ་དང་བཅས་པའི་ཆོས་རྣམས་ལས་དེ་ནི་སེམས་སྲུང་བར་བྱེད་པ་སྟེ། འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་ཕུན་སུམ་ཚོགས་པ་ཐམས་ཅད་ཡོངས་སུ་རྫོགས་པར་བྱེད་པ་དང་ཡོངས་སུ་སྒྲུབ་པར་བྱེད་པའི་ལས་ཅན་ཅིག་ལ་དེ་ནི་བག་ཡོད་པ་སོགས་གསུངས་པ་ཡིན་པ་རེད། དེ་ཡིན་དུས་ད་ནི་བག་ཡོད་དེ་དག་སེམས་བྱུང་དེ་ནི་བཏགས་ཡོད་ཀྱི་རང་བཞིན་ཞིག་དེ་འདྲ་གཅིག་གསུངས་དགོས་ས་རེད། འོ་ཡ། ད་འདི་ལ་ད་ནི་དོགས་པ་གཅིག་རེད། དཔེར་ན་ད་ལྟ་གོང་དུ། མ་ཆགས་ཞེ་སྡང་གཏི་མུག་མེད་པ། བརྩོན་འགྲུས་དང་བཅས་པ་དེ་ཚོ་ལ་བག་ཡོད་ཟེར་གསུངས་པ་རེད་ཟེར་བཤད་ཡོད་ཚུལ་འདུག་ས་ནི། ད་དེ་བག་ཡོད་ཟེར་ཡག་དེ་དེ་གཞི་ཁ་དེ་འདྲ་ཞིག་རེད་བས། ཡང་ན་གང་རུང་ཅིག་རེད་བས། གལ་སྲིད་གཞི་ཁ་དེ་བག་ཡོད་ཡིན་ན། གཙོ་སེམས་གཅིག་གི་འཁོར་དུ། མ་ཆགས་པ་དང་ཞེ་སྡང་མེད་པ་དང་གཏི་མུག་མེད་པ་དང་བརྩོན་འགྲུས་ཟེར་ཡ་དེ་དག་བག་ཡོད་ཀྱི་བག་ཡོད་བཞི་དམ་པ་རྣམ་ཤེས་གཅིག་གི་འཁོར་དུ་བྱུང་བ་ཡིན་ན། དེ་ནི་ཁ་སང་མཚུངས་པ་ང་མཚུངས་ཞེས་པའི་སྐབས་སུ་རྫས་མཚུངས་པ་ཟེར་ཡ་དེ་འགྲིག་མ་སོང་ཨ། ཁ་སང་རྫས་མཚུངས་ཟེར་དུས་ཚོད་ནི་ག་རེའོ། རྫས་རེ་རེ་བ་མཚུངས་པ་ཟེར་ལ་རེ་བ། ད་ད་ལྟ་འདི། དཔེར་ན་སྒེག་སེམས་ཀྱི་སྐྱེ་ཡི་འདུས་ཙང་ནི་གཏི་མུག་མེད་པ་དང་ཞེ་སྡང་མེད་པ་དང་འདོད་ཆགས་མེད་པ་དང་བརྩོན་འགྲུས་དེ་འདྲས་མཉམ་དུ་སྐྱེ་ཆོག་གི་རོ་སྒེག་སེམས་གཅིག་གི་འཁོར་ལ་ད་དེ་འདྲས་ཡིན་གྱི་ཡོད་ན། དེ་བཞི་དཀའ་དེ་བག་ཡོད་ཡིན་འདུས་ཙང་ནི་བག་ཡོད་ཀྱི་རྫས་བཞི་མཉམ་དུ་སྐྱེ་འགྲོ་བ་ཐོབ་པའི་སྐྱོན་ཡོང་གི་མི་འདུག་བས་ཟེར་ཡ་ཅིག། ད་དེ་ལ་གར་སོང་བར་ཟེར་ན་དེའི་སྐྱོན་དེ་ཡོང་གི་མ་རེད། ག་ཟེར་ན་བག་ཡོད་ཁོ་རང་རྫས་ཡོད་མ་རེད་བ། རེད་བ། རྫས་མཚུངས་པ་ཟེར་འདུས་ཙང་ནི་རྫས་ཡོད་ཡིན་པས་ཀྱི་སེམས་བྱུང་དེ་འདྲས་ཅིག་རྟགས། གཉིས། དུས་མཉམ་དུ་གཙོ་གསུམ་གཅིག་འཁོར་ལོ་གཅིག་མ་རེད་ཞེས་པའི་དོན་རེད། དེ་ཡིན་དུས་ཙང་ནས་ཀོ་བག་ཡོད་པའི་རྫས་བསལ་རྗེས་རྫས་བཟོས་པ་གཅིག་མེད་སོང་བ་ཡིན་དུས་ཙང་ནས་དེ་ནི་བག་ཡོད་དེ། ད་ལྟ་འདི་རྫས་འཚོང་མ་ཡིན་པ་དེ་རུ་སྐྱོན་དེ་འདྲ་གཅིག་ཡོང་གི་མ་རེད་ཟེར་ཡ་ད་དེ་འདྲའི་བྱས་ནས། ལན་སྤྲད་མཁན་གཅིག་ཡོང་གི་ཡོད་རེད། ཨ་ཡ། དེ་གཅིག་རེད། དེ་ནས་ཡང་ཁ་ཤས་ཀྱིས་གསུངས་ཟིན་ན་ད་དེ་འདྲའི་ཆེ་ནས་མ་བཞག་ན་འགྲིག་རེད་ཅི་སྟངས་དེ་ནས། སྤྱིར་གྱི་ཆ་ནས་བག་ཡོད་པ་ཟེར་ཡ་དེ་ཁོ་ཚོའི་གཞིས་ཁག་ལ་བརྟེན་པའི་བཏགས་ཡོད་ཅིག་རེད། ཡིན་ན་གཙོ་སེམས་གཅིག་གི་འཁོར་དུ་བསྐྱེལ་ཡོང་དུས་ཙང་ནས་དེ་ནས་བག་ཡོད་པ་ཟེར་ཡ་དེ་ཁོ་ཚོའི་གཞིས་སྤོ་གང་རུང་གཅིག་ལ་བག་ཡོད་ངོས་འཛིན་བྱས་ན་འགྲིག་རེད་གཞིས་ཁག་ལ་བག་ཡོད་ངོས་འཛིན་བྱེད་དགོས་མ་རེད། དེ་གང་རུང་གཅིག་ལ་བག་ཡོད་ངོས་འཛིན་བྱས་པ་ཡིན་ན་བག་ཡོད་ཀྱི་རྫས་ཀྱི་མཉམ་དུ་སྐྱེ་བ་དེ་རུ་སྐྱོན་ཡོང་གི་མི་འདུག་ད་དེ་ཡང་གང་རུང་གཅིག་སོ་དུས་ག་རེ་ལ་ངོས་འཛིན་བྱེད་དགོས་ད་མོ་འགྲོ་བ་རྒྱབ་བསྟན་ལ་མ་གཏོགས་སུ་ཡིན་དཔྱད་ཨ་དགོས་རོ། དེ་ཡིན་དུས་དང་པོ་དེ་ཡག་སར་བ་བ། དང་པོ་དེ་ག་ཟེར་ན། སྤྱིར་བཏང་ཁོ་ཚོའི་གཞིས་ཁག་དེ་བག་ཡོད་རེད་དེ། བག་ཡོད་ཚོ་བཞག་དགོས་རེད་དེ། ཡིན་ན་ཡང་བག་ཡོད་ཀྱི་རྫས་གཞིས་གཙོ་གསུམ་གཅིག་གི་འཁོར་དུ་ཡོང་བ་དེ་རུ་སྐྱོན་ཡོད་མ་རེད་གང་ཡིན་ཟེར་ན་བག་ཡོད་ཁོ་རང་ལ་རྫས་ཟེར་ནས་ཟུར་བ་གཅིག་ཡོད་མ་རེད་བ། འོ་དེ་འདྲ་བྱས་ནས། ད་ག་ཚང་རྫས་འཐུང་ཟེར་དུས་ཙང་ནས་རྫས་སུ་ཡོད་པའི་གི་སེམས་བྱུང་དེ་ཚོ་དེ་ད་གཉིས་མཉམ་དུ་བྱེད་གི་མ་རེད་ཞེས་པའི་དོན་རེད་བསམ་ད་དེ་འདྲས་བྱས་ནས་བཙོན་དཔུང་བྱས་ན་དེ་ད་བདེ་བ་འདྲ་བོ་ཅིག་ཡོང་ས་རེད་བསམ་བསམ་འདུག་བ་ཡ་ད་དེ་འདྲས་བྱས་བག་ཡོད་པ་ཟེར་ཡ་དེ་རེད་ཡོངས་སུ་འགྲུབ་པའི་ལས་བྱས་ནས་ཨོ་ད་བཏང་སྙོམས་ཟེར་ཡ་དེ་རེད་སེམས་པ་བཏང་སྙོམས་བ་ད་འདི་བཏང་སྙོམས་ཟེར་ཡ་འདི་ཚོར་བ་བཏང་སྙོམས་དེ་མ་རེད་ད་ད་ད་འདི་མཚམས་མཚམས་འདི་ལ་འདུས་བྱས་བཏང་སྙོམས་ཡང་ཟེར་གི་འདུག་བ་དེ་འདི་བཏང་སྙོམས་ཟེར་ཡ་གང་ཞེ་ན་ཡང་འདི་ཡང་ད་ཡོད་རེད། ཁོ་རང་ཡང་རྫས་ཟུར་དུ་ཡོད་མ་རེད། རྫས་ཡོད་མ་རེད་ལྟ་ཡོད་རེད། མ་ཆགས་པ་དང་ཞེ་སྡང་མེད་པ་དང་གཏི་མུག་མེད་པ། བརྩོན་འགྲུས་དང་བཅས་པ་ལ་ཡང་གནས་ནས། ཀུན་ནས་ཉོན་མོངས་པ་ཅན་དུ་གནས་པ་དང་མི་མཐུན་པ། སེམས་མཉམ་པ་ཉིད་དང་སེམས་མནར་དུ་འདུག་པ་ཉིད་དང་སེམས་ལྷུན་གྱིས་གྲུབ་པར་གནས་པ་ཉིད་དེ། ཀུན་ནས་ཉོན་མོངས་པའི་སྐབས་མི་འབྱེད་པའི་ལས་ཅན་ནོ། ཟེར་ཡ་དེ་སོང་བ་དང། དེ་ཡིན་དུས་ཙང་ནས་ད་འདི་གི་གཙོ་བོ་བྱིང་རྒོད་དེ་འདྲས་ཅིག་བག་སེལ་བར་བྱེད་པའི་ལས་ཅན་དེ་འདྲ་ཅིག་ཡིན་གྱི་ཡོད་ས་རེད། དཔེར་ན་ང་ཚོ་འདི། བྱིང་བ་དང། རྒོད་པ་ཟེར་ཡག་དེ་འདྲས་ཅིག་ཡོད་སོང་བ་ཡིན་ན། སེམས་གནས་པ་དང་མི་མཐུན་པ་ཆགས་ཡོང་གི་ཡོད་རེད་སེམས་གནས་པ་ཡིན་ན་བྱིང་རྒོད་གཉིས་པོ་དེ་གི་སེམས་གནས་བཅུག་གི་མ་རེད་བ། དེ་ཡིན་དུས་བཏང་སྙོམས་པ་དེ་གིས་བྱིང་རྒོད་པ་སེལ་རུང་ཡིན་དུས་ཚང་ནས་སེམས་གནས་པ་དང་མི་མཐུན་པ་དེ་བག་སེལ་བར་བྱེད་ཡོང་གི་ཡོད་རེད། མི་མཐུན་པ་བག་སེལ་ནས་སེམས་མཉམ་པ་བཟོ་ཡོང་གི་ཡོད་རེད། སེམས་དེ་བས་ཁོད་སྙོམས་པོ་འགྲོ་གི་བྱེད། དེ་བྱེད་དུས་ཚང་ནས་དཔེར་ན་དེ་ནས་ཆགས་ཡུལ་ལ་ཡང་མ་ཆགས་པར་ལྡང་ཡུལ་ལ་ཡང་མ་ལྡང་བར་ད་དེ་འདྲ་བྱས་ན་གང་ལྟར་སེམས་དེ་བག་སྙོམས་པོ་འདྲ་ཅིག་བཟོ་ཡོང་བ་ཡིན་དུས་ཚང་ནས་འོ་ད་དེའི་རྒྱུ་མཚན་ལ་བརྟེན་ནས་སེམས་མཉམ་པ་ཉིད་རེད། ཨ་ཡ་བྱེད་འགོ་ཡོད་ན་སེམས་མི་ཉམས་པ་བཟོ་ཡོང་གི་ཡོད་རེད། དང་པོ། ད་བར་དུ་དེ་ནས་དེ་དང་འདིའི་ད་ག་རེ་བཟོ་ཡོང་གི་རེད་ཟེར་ན་སེམས་དེ་མནར་དུ་འདུག་པ་བཟོ་ཡོང་གི་ཡོད་རེད། དང་པོ་དེ་ནས་སྒོམ་གཅིག་ད་རྒྱབ་མཁན་འདྲ་གཅིག་ཡིན་ན་དེ་ནས། བྱེད་འགོ་གི་དབང་དུ་མི་གཏོང་བ། དེ་ནས་བཏང་སྙོམས་ཟེར་ཡ་དེ་གི་བྱིང་བ་དང་རྒོད་པའི་དབང་དུ་མི་གཏོང་བ་སེམས་སྙོམས་པོ་བཟོ། བར་དུ་དེ་ནས་གར་སོང་དུ་སེམས་མནར་དུ་འདུག་པ་ཉིད་དང། ད་བྱིང་རྒོད་ཀྱི་དབང་དུ་མ་སོང་བའི་སེམས་པ་དེས་རང་གི་ཐོག་ལ་མ་རྒྱུན་སེང་ནས་གནས་པར་བྱེད་ཐུབ་པ། ཐ་མ་ག་རེ་ཡོད་རེད་ཟེར་ན་སེམས་ལྷུན་གྱིས་གྲུབ་པར་གནས་པར་བྱེད་དུ་དེ་ནི་འབད་བརྩོན་དང་དཀའ་ངལ་ཆུ་ནི་རྒྱག་མ་དགོས་པར་སེམས་རང་བཞིན་གྱིས་དེ་ནི་ལྷོད་ལྷོད་བྱ་ཡག་གི་ལ་ད་ཕན་རོགས་པ་དག་ཡོད་རེད་བཏང་ཞིང་དེ་གི་མཁྱེན་སོང་བཏང་སྙོམས་ཀྱི་ལས་ཀ་དེ་ལ་ཐོག་མཐའ་བར་གསུམ་བལྟ་བ། དང་པོ། དེ་ནི་སེམས་བྱིང་རྒོད་ཀྱི་དབང་དུ་མི་གཏོང་ནས་སེམས་སྙོམས་པོ་ཆ་སྙོམས་པོ་བཟོ་ཡ། གཉིས་པ་དེ་ནི་ཆ་སྙོམས་པོ་བཟོས་བྱས་པའི་སེམས་དེའི་ཐོག་ལ་མ་རྒྱུན་བསྲིངས་ནས་གནས་པར་བྱེད་དཀྱུས་མཁྱེན། རྒྱུན་བསྲིངས་ནས་གནས་པ་དེའི་ཐོག་ནས་གྲུབ་འབྲས་ག་རེ་ཐོན་ཡོང་གི་རེད་ཟེར་ན་སེམས་དེ་དེ་ནས་ཅིག་སྒོམ་གྱི་ཐོག་ལ་རང་བཞིན་ལྷུན་གྲུབ་ཀྱི་ཐོག་ནས་གནས་ཡོང་ཡང་ལ་བཟོ་ཡོང་གི་རེད་དེ་ནི་ད་ཐོག་མཐའ་བར་གསུམ་གྱི་ལས་ཀ་དེ་འདྲ་ཅིག་ཡོང་མཁན་ཅིག་ཡིན་གྱི་ས་རེད་བཏང་སྙོམས་ཟེར་ཡ་དེ། སེམས་ལྷུན་གྱིས་གྲུབ་པར་གནས་པ་ཉིད་དེ། མདོར་ན། ཀུན་ནས་ཉོན་མོངས་པའི་གོ་སྐབས་རྩ་བ་ནས་མི་དྲན་གྱི་ཅི་ལ་བཏང་སྙོམས་ཟེར་ལ་སྒུག་རེད་གསུངས་པ་རེད། ཉོན་མོངས་པ་སྐྱེ་ཡག་ལ་གོ་སྐབས་ཆུད་ནས་མི་དྲན་གྱི་བར་སྒོ་འགག་ལྡན་གྱི། ད་འདི་བྱེད་ལས་ཙམ་རེ་མ་གཏོགས་པའི་ཡང་མཚན་ཉིད་མ་གདའ། ཉོན་མོངས་པ་སྐྱེ་བའི་གོ་སྐབས་མི་དྲན་གྱི་ཡིན་ན་བཏང་སྙོམས་ཡིན་པའི་ཆ་བ་དུ་ཡོད་མར་བ། ད་འཇིག་འདོད་ཆགས་མེད་པ་ཞེ་སྡང་མེད་པ་ཚང་མས་དེ་གོ་སྐབས་སྤྲད་ཀྱི་མར་བ། ཡིན་ན་ད་ཁོ་རང་གི་བྱེད་ལས་དེ་འདྲས་ཅིག་ཡོད་རེད། ད་བྱེད་ལས་གཙོ་བོ་དེ་སེམས་མཉམ་པ་སེམས་རྣལ་དུ་འདུག་པ་སེམས་ལྷུན་གྱིས་གྲུབ་པ་ལ་གནས་པ་ད་དེ་འདྲས་ཀྱི་ངོ་བོ་ཅིག་ཡིན་དགོས་རེད་གསུངས་པ་རེད། ཨཱ་ཡ། བྱེད་པའི་ལས་ཅན་ནོ། ད་རྣམ་པར་མི་འཚེ་བ་གང་ཞེ་ན། ད་འདི་གཙོ་བོ་སེམས་ཅན་ལ་ཕན་འདོགས་པའི་སྐབས་སུ་དེ་ནི་བདེན་པ་དེ་འདྲ་ཅན་ཡིན་དགོས་ས་རེད། དེ་ཡིན་དུས་ད་འདི་ཚོ་ལ། དགེ་སེམས་དེ་འདྲ་ཅན་ཡིན་དུས་ད་ནི་སེམས་ཅན་ལ་རྣམ་པར་མི་འཚེ་བའི་སྐབས་སུ། གནོད་པ་མི་བྱེད་པའི་སྐབས་སུ་དེ་ནི་བདེན་པ་ཕན་འདོགས་པའི་སྐབས་སུ་བདེན་པ་རེད། རྣམ་པར་མི་འཚེ་བ་གང་ཞེ་ན་ཡང་འདི་ཡང་བཏགས་ཡོད་རེད། ཞེ་སྡང་མེད་པའི་ཕྱིར་རྟོགས་པ་སྙིང་རྗེ་བའི་སེམས་ཉིད་དེ། ཐོག་མི་འཚམ་པའི་ལས་བྱེད་ནོ། ད་ཡིན་རྒྱུ་དེ་ཞེ་སྡང་མེད་པའི་གི་ཆ་ལ་བཏགས་པའི་གི་བཏགས་ཡོད་ཅིག་རེད་ཕྱིར་རྟོགས་པ། ཁོ་རང་གི་ངོ་བོ་དེ་སྙིང་རྗེ་བའི་གི་སེམས་སེམས་ཅན་ཕ་རོལ་ངོ་ད་ཁོ་དེ་འདྲ་ཅིག་བྱེད་ཡ་ཡོད་མ་སྙིང་རྗེ་བསམ་པའི་གི་སེམས། དེ་ནས་གཞན་ལ་ཐོག་མི་འཚམ་པའི་བྱེད་ལས་ཅན། ཐོག་མི་འཚམ་པ་སོ་དུ་ཚང་ནས་གནོད་མི་བྱེད་པའི་གི་དེ་ནས་བྱེད་ལས་ཅན་ཅིག་ཡིན་དགོས་རེད་གསུངས་པར་ད། ཨ་ཡ། ཐོག་མ་འཚམས་པའི་དེ་ནི་ལས་ཅན་ཡིན་ནོ། འོ་ད་དེ་ཡིན་བྱས་དེ་དགེ། དེ་ནི། དགེ་བ་བཅུ་གཅིག་ཟེར་ཡ་ད་དེ། དེ་ནས། གསུངས་པ་ཡིན་ས་རེད། ད་བེད་སྤྱད་དེ་ན་བཞག་ན་ཡོད་ས་རེད་བ།